རྣམ་པ་ལན་བརྒྱའི་སྐུ་ཁམས་བཟང། འཇིག་རྟེན་མིག་འབྱེད་དྲ་བརྙན་བརྒྱུད་ལམ་དེའི་ཐོག་ནས་བྱ་ཚིག་གི་རྣམ་བཞག་ལག་ལེན་བཅོས་སྒྲིག་བྱེད་མིན་འཆད་ཁྲིད་གསན་གཟིགས་གནང་མཁན་ཡོངས་ལ་ཐོག་མར་དགའ་བསུ་ཞུ་བ་དང་འབྲེལ་དེ་རིང་གི་ཆེད་སྒྲིག་རིམ་པ་དབུ་འཛུགས་ཞུ་ཡ་ཡིན། དེ་རིང་གི་ཆེད་སྒྲིག་རིམ་པ་དེ་ལ། བྱ་ཚིག་གི་རྣམ་བཞག་ལག་ལེན་བཅོས་སྒྲིག་ཆེན་མོ་དེ་ལ་དངོས་གཞི་ཆིངས་ཆེན་པོ་ལྔ་ཡོད་པའི་ནང་ནས་དང་པོ། སྤྱིར་བྱ་ཚིག་གི་རྣམ་བཞག་ཞེས་པ་དེ་ལ་ཡང་ནང་གསེས་ཀྱི་གསབ་བྱེད། ལྔ་ཡོད་པའི་ནང་ནས་དང་པོ། བྱ་ཚིག་གི་མིང་གི་རྣམ་གྲངས་བཤད་པ་དང་གཉིས་པ་བྱ་ཚིག་གི་སྒྲ་ཆས་བཤད་པ་གོང་དུ་ཞུས་གྲུབ་ནས་དེ་རིང་བྱ་ཚིག་གི་ངོ་བོ་བཤད་པའོ་དེ་མང་ཞུ་ཡ་ཡིན། ད། དེ་རིང་སྐབས་སུ་བབ་པ། བྱ་ཚིག་གི་ངོ་བོ་བཤད་པ། ད་འདི། ང་རང་ཚོའི། བྱ་ཚིག་གི་རྣམ་གཞག་ཞེས་པའི་སྐབས་ཀྱི་བྱ་ཚིག་ཟེར་ཏེ་ད་ཚོགས་གསུམ་གྱི་ནང་ནས་བྱ་ཚིག་ཟེར་ད་ང་རང་ཚོ་གི་བྱ་ཚིག་གི་རྣམ་གཞག་ལག་ལེན་བཅུ་དུས་ཆེན་མོའི་འདི་ཡི་བརྗོད་བྱ་གཙོ་བོ་གཏང་རྒྱུ་གི་བརྗོད་བྱེད་ཀྱི་སྙིང་པོ་ད་བྱ་ཚིག་ཟེར་ཡ་དེའི་ངོ་བོ་དེ་ག་འདྲ་ཅི་རེད། བྱ་ཚིག་ཁོ་རང་གི་ངོ་བོ་ཟེར་ན་བྱ་ཚིག་ཁོ་རང་གི་རང་བཞིན་ཁོ་རང་གི་མཚན་ཉིད་འོ་ད་བྱ་ཚིག་ཟེར་ན་ག་འདྲ་ཅི་ལ་ལབ་དགོས་རེད། འོ་དེ་ག་ལ་ལབ་དགོས་རེད་བྱ་ཚིག་གི་ངོ་བོ་ཤེས་པ། ད་བྱ་ཚིག་གི་ངོ་བོ་ཤེས་པ་ཟེར་དུས། ད་དང་པོ་ཉིད་དུ་ག་རེ་མཁྱེན་དགོས་རེད་ཟེར་ན། ཁ་ཚང་གོང་དུ། བྱ་ཚིག་གི་སྒྲ་བཤད་བཤད་པ་ཞེས་པའི་སྐབས་སུ། བྱ་བ་སྟོན་པའི་སྒྲ་ཞིག་ལ་བྱ་ཚིག་ཟེར། ཡང་ན་བྱ་བ་སྟོན་བྱེད་ཀྱི་ཚིག་ཅིག་ལ་བྱ་ཚིག་ཟེར་ཟེར་ནས་བྱ་ཚིག་གི་སྒྲ་བཤད་བརྒྱབ་ཡོད་རེད། འོ་བྱ་ཚིག་གི་སྒྲ་བཤད་དེ་བརྒྱབ་ཡོང་དུས་དེ་ལ་བརྟེན་ནས་གནད་འགག་ཅིག་ག་རེ་ཐོན་ཡོད་རེད་ཟེར་ན། བྱ་བ་དང་བྱ་ཚིག་གཉིས་ཀྱི་ཁྱད་པར་ཤེས་དགོས་ཟེར། གནད་འགག་གཅིག་དེ་ཁ་ཚང་ཞུས་ཡོད་བ་དེ་ཡིན་པ་སོང་ཙང། ད་དེའི་གནད་འགག་དེ་ནས་མ་རུན་པ་བཞིན་དུ་ནི་བྱ་ཚིག་གི་ངོ་བོ་དེ། གཅིག་གི་རྗེས་ལ་གཅིག་བྱས་ནས་གོ་རིམ་མ་འཆོལ་བ་བྱས་ནས་མ་གུང་བསྒྲིགས་ནས་སླེབས་དགོས་ཀྱི་ཡོད། ད་བྱ་བ་དང་བྱ་ཚིག་གཉིས་ཀྱི་ཁྱད་པར་ཤེས་དགོས། ད་ཁ་ཚང་གོང་དུ་ནི། བྱ་བ་དང་བྱ་ཚིག། རྣམ་པ་གཉིས། བྱ་བ་དང་བྱ་ཚིག་གཉིས་ཀྱི་ཁྱད་པར་ཤེས་ཡ་དེ་ད་གནད་འགག་ཆགས་དུ་ཡོད་གལ་ཆེན་པོ་ཆགས་དུ་ཡོད། དེ་གཉིས་དེ་སྤུ་རིས་བྱེད་ཐུབ་པ་དང་དེ་གཉིས་ཀྱི་ཤན་འབྱེད་དེ་ཡག་པོ་མཁྱེན་པ་ཡིན་ན་དེ་ནི་ཡང་ང་རང་ཚོ་གི་བྱ་ཚིག་གི་རྣམ་གཞག་ལ་བདེ་བླག་ཏུ་འཇུག་ཐུབ་པས་བྱ་ཚིག་གི་རྣམ་གཞག་བཤད་པའི་སྐབས་སུ་ཡིན་ན་རེད་སྦྱོང་པའི་སྐབས་སུ་ཡིན་ན་རེད་བྱ་ཚིག་གི་རྣམ་གཞག་ལག་ལེན་བསྟར་ནས་བྲིས་པའི་སྐབས་སུ་ཡིན་ན་རེད་ད་འདི་གཉིས་དེ་གི་དབྱེ་བ་ཕྱེ་དགོས་ཏེ་དེ་གཉིས་ཀྱི་ཁྱད་པར་དེ་ཤེས་དགོས་ཏེ་གནད་འགག་ཆེན་པོ་ཆགས་ཡོད་རེད་ཟེར་ནས་ཁ་ཚང་ཞུས་ཡོད་རེད་བ། དེ་ཡིན་དུས་ད་ཁ་ཚང་ག་རེ་ཞུས་ཡོད་རེད།

ད་ང་རང་ཚོ་གི་ཏང་བཅོས་སྐབས་སུ་བརྡ་སྤྲོད་པའི་གི་བསྟན་བཅོས་རྟགས་ཀྱི་འཇུག་པ་ཟེར་གི་རོ་བརྡ་སྤྲོད་པའི་བསྟན་བཅོས་རྟགས་ཀྱི་འཇུག་པ་ཟེར་བའི་སྐབས་ཀྱི། ཏང་འཇུག་དེ་གི་ག་རེ་བརྡ་སྤྲོད་དགོས་ཀྱི་ཡོད་རེད་ཟེར་ན། བྱ་བ་དེ་བརྡ་སྤྲོད་དགོས་ཀྱི་ཡོད་ཟེར་ནས་ད་དེ་མཁྱེན་དགོས་རོ་བ་ཏང་འཇུག་གི། གོ་དོན་སྙིང་པོ་དེ་ག་རེ་གི་སྟེང་དུ་བབས་དགོས་རེད་ཟེར་ན་དེའི་སྟེང་དུ་བབས་དགོས་རོ་བ་དེའི་ཆེད་དུ་རོ་བ་ཏང་འཇུག་དེ་ག་རེ་གི་ཆེད་དུ་བརྩམས་ཟེར་ན། དེའི་ཆེད་དུ་བརྩམས་པ་རོ་བ་དེ་ག་རེ་བྱ་བ་དེ་རོ་བ་བྱ་བ་དེ་གཞན་ལ་བརྡ་སྤྲོད་ཡག་གི་ཆེད་དུ

བྱ་ཚིག་གི་ངོ་བོ་ལ་མ་འཇུག་པའི་སྔོན་དུ་བྱ་ཚིག་ཟེར་ཡ་དེ་ག་འདྲས་ཀྱི་རེད་ཟེར་ནས། འདི། འདི་ལ་མ་འཇུག་པའི་སྔོན་དུ་དང་པོ་ག་རེ་མཁྱེན་པར་བྱེད་དགོས་རེད། བྱ་བ་དང་བྱ་ཚིག་ཟེར་ནས་རྣམ་པ་གཉིས་ཡོད་པ་ཆེ། དེ་གཉིས་ཐ་དད་ཡིན་པ་ཆེ། དེ་གཉིས་ངོ་བོ་ཁ་ཁ་ཡིན་པ་ཆེ། བྱ་བ་དེ་བྱ་ཚིག་མ་ཡིན། བྱ་ཚིག་དེ་བྱ་བ་མ་ཡིན་ཟེར་ནས་ད་ད་ད་འོ་དེ་འདྲས་ཡོད་པ་དེ་མཁྱེན་ཡ་གལ་ཆེན་པོ་རེད་བ། དེ་ཡིན་པ་སོང་ཙང་ད་ག་རེ་ཡོད་རེད་ཟེར་ན། བྱ་ཚིག་གི་ངོ་བོའོ། བྱ་ཚིག་གི་ངོ་བོ་དེ། འདི་འདུག་ཨ། བྱ་ཚིག་གི་ངོ་བོ་དེ་ཡག་པོ་ཅིག་མཁྱེན་དགོས་ཀྱི་འདུག་ན་འདི་བྱ་ཚིག་དེ་གི་ངོ་བོ་ཡག་པོ་ཅིག་མཁྱེན་དགོས་ཀྱི་འདུག་ན་ཨ་ནི་སྔོན་དུ་ག་རེ་འགྲོ་དགོས་རེད་ཟེར་ན། བྱ་བ་དེ་གི་ངོ་བོ་དེ་ཡག་པོ་ཅིག་མཁྱེན་པ་སྔོན་དུ་འགྲོ་དགོས་ཀྱི་རེད། བྱ་ཚིག་ཡག་པོ་ཅིག་བཤད་དགོས་འདུག་ན་བྱ་བ་ཡག་པོ་ཅིག་བཤད་དགོས་ཀྱི་རེད། བྱ་བ་དེ་ག་འདྲའི་ཡིན་མིན་དེ། བྱ་བ་ཟེར་ཡ་དེ་ག་འདྲི་ཅི་ལ་ཟེར་གྱི་ཡོད་མེད་དེ་ད་ལྟ། ཨ་ནི་དེ་ཡག་པོ་ཅིག་མ་ཤེས་པ་ཡིན་ན། བྱ་ཚིག་ཟེར་ཡ་དེ་ག་འདྲི་ཅི་ལ་ཟེར་གྱི་ཡོད་མེད་དེ་ཡག་པོ་ཤེས་གི་ཡོད་མ་རེད། དེ་འདོད། བྱ་བ་དེ་ཡག་པོ་ཅིག་ཤེས་སོང་བ་ཡིན་ན་བྱ་བ་ཟེར་ཡ་དེ་ག་འདྲི་ཅི་ལ་ལབ་དགོས་བ་རེད་ཟེར་ནས། ངོས་འཛིན། བྱ་བ་ཟེར་ཡ་དེ་ག་འདྲི་ཅི་ལ་ལབ་དགོས་རེད་ངོས་འཛིན་ག་འདྲི་ཅི་ལ་བྱེད་དགོས་རེད། བྱ་བ་ཟེར་ཡ་དེ་འདི་རེད་ཟེར་ནས་མཛུ་གུ་ཡག་པོ་ཅིག་བཙུགས་ཐུབ་ན། གོ་བ་ཡག་པོ་ཅིག་སླེབས་ཐུབ་པ་ཡིན་ན་དེ་བྱ་ཚིག་དེ་དེ་ལྷག་གཉིས་འདུག་བཤད་འགྲོ་གི་རེད། བྱ་བ་དེ་ཡག་པོ་ཅིག་ངོ་ཤེས་ན་བྱ་ཚིག་དེ་ངོ་ཤེས་པ་དང་ད་གཅིག་པ་ཆགས་དེར། ད་བྱ་བྱ་གོ་བཅུ་གོ་བཅུ་གོ་དགུ་ངོ་ཤེས་པ་གཅིག་པ་ཆགས་དེར་གང་ཡིན་ཟེར་ན་བྱ་བ་དེ་སྟོན་བྱེད་ཀྱི་ཚིག་གཅིག་ལ་བྱ་ཚིག་ཟེར་ཟེར་དེ་ལས་སླ་བོ་ལས་སོ་བ་ཁ་ཚང། བྱ་བ་སྟོན་བྱེད་ཀྱི་ཚིག་གཅིག་ལ་བྱ་ཚིག་རེད་བ་དེ་འདུག་གོ། ཚིག་གྲ་གཅིག་རེད་གྲ་དེ་གིས་ག་རེ་སྟོན་དགོས་རེད་ཟེར་ན་བྱ་བ་སྟོན་དགོས་རེད་ཟེར་དུས་ལས་སླ་བོ་འདུག་བ་དེ་ཡིན་པ་སོང་ས་གནས་འགའ་ཐུག་ས་དེ་ག་བ་ཐུག་དེ་རེད་ཟེར་ན་དེ་བྱ་བ་ཟེར་ཡ་དེ་ལ་ཐུག་དེ། བྱ་ཚིག་གི་ངོ་བོ་དེ་ཡག་པོ་ཤེས་པར་བྱེད་པ་ལ་གནད་འགག་ཐུག་ས་ག་བ་ཐུག་རེད་ཟེར་ན་བྱ་བ་ཟེར་དེ་ལ་ཐུག་དེ་ཡོད་རེད་དེ་མ་སོང་ན་ང་ཚོ་དར་ཤ་གཅོད་དགོས་ས་དེ་ཞིབ་ཆ་བྱེད་དགོས་ས་དེ། དཔྱད་པ་བཏང་དགོས་ས་དེ། བསམ་བློ་བཏང་དགོས་ས་དེ་ག་རེ་ཆགས་དེ་ཡོད་ཟེར་ན་ཨ་ནི་བྱ་བ་དེ་ཆགས་དེ་ཡོད་རེད་ད། དེ་ནི་བྱ་ཚིག་གི་ངོ་བོ་ཤེས་ཀྱི་ཡོད་ས་དེ་བྱ་ཚིག་རང་ལ་བསམ་བློ་བཏང་དེ་ན་ལོ་གཡོག་མ་རེད་དེ་མ་སོང་ས་དེ་བསམ་བློ་དེ། ད་ལྟ་བཞག་ནས་དང་པོ་ག་བ་ལ་བསམ་བློ་བཏང་དགོས་རེད་ཟེར་ན་བྱ་བ་ཟེར་ཡ་དེ་ལ་བསམ་བློ་བཏང་དགོས་རེད་ད། ག་ཟེར་ན་བྱ་ཚིག་གི་ངོ་བོ་དེ་ལ་གོ་བ་ཡག་པོ་ཅིག་ཕོག་ཡ་བྱེད་དུ་འོང། གོ་བ་ཡག་པོ་ཅིག་ཕོག་སོང་ཡིན་ན་དེ་ནི་གཅིག་བཤད་ཀུན་གྲོལ་ཆགས་འགྲོ་རོ། གོ་བ་ཡག་པོ་ཕོག་པ་དེ་གས་ཚང་མ་ལ་གས་བཏབ་ནས་ཚང་མ་ལ་རྩིས་བསྲིས་ནས་ཚང་མ་ལ་རིགས་སྒྲེས་ནས་དེར་བྱ་ཚིག་དེ་ཡག་པོ་ཅིག་བེད་སྤྱོད་བཏང་ཤེས་པ་ཆགས་འགྲོ་རོ། དེ་ཡིན་པ་སོང་ཙང་ཐོག་མ་ཉིད་དུ་གནད་འགག་དེ་ག་རེ་རེད་ཟེར་ན་བྱ་བ་ཟེར་ཡ་དེ་མཁྱེན་སོང། དང་པོ་ཉིད་དུ་བྱ་ཚིག་གི་ངོ་བོ་ཤེས་པ་ལ། ཡག་པོ་ཅིག་ཧ་གོ་བ་ལ

ཨོ། ད་དེ་བྱ་བ་དེ་ཡག་པོ་ཅི་ཧ་གོ་བར་བྱེད་པ་ལ་ད་ལྟ་བྱ་ཚིག་གི་བསྟན་བྱར་གྱུར་པའི་བྱ་བ་དེ་ཡག་པོ་ཅི་ཧ་གོ་བར་བྱེད་པ་ལ་ཡང་གནད་འགག་གཅིག་ག་རེ་ཡོད་རེད་ཟེར་ན་གནད་འགག་ཡག་པོ་ཅིག་མཁྱེན་པར་བྱེད་དགོས་རོ། གནད་འགག་དེ་ཚོ་ཡག་པོ་ཅིག་འཕྲོལ་མ་ཤེས་པ་ཡིན་ན་དེ་ནི་ཡང་མགོ་རྨོངས་ཀྱིས་ཚང་མ་འཐོམ་འགྲོ་གི་རེད་འཐོམ་འཐོམ་ཆགས་ནས་སལ་ཁ་དེ་དོན་གི་མི་འདུག་སལ་ཆ་དེ་ལས་གི་འོ་མ་རེད་དེ་ཡིན་པ་སོང་ཙང་སལ་ཆ་ལས་ཡག་གི་ཆེད་དུ་བྱ་བ་ཟེར་ཡ་དེ་ཁོ་རང་ཞིབ་ཆ་ཅིག་བྱས་ནས་བྱ་བ་དེ་ལ་ཡང་རིགས་རྣམ་པ་གཉིས་ཡོད་པ་དེ། དང་པོ་ནི་གོ་རང་མཁྱེན་དགོས་པར་གདའ། དང་པོ་དེ་ལ་ག་རེ་རེད་ཟེར་ན། འོ། ད་བྱ་བ་དེ་ཡག་པོ་གྱི་ཁོང་དུ་ཆུད་པར་བྱེད་པའི་ཆེད་དུ་གནད་འགག་ག་རེ་ཡོད་རེད་ཟེར་ན། དང་པོ་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་ཟེར་བ་གཅིག་དང་གཉིས་པ་བཏང་འཇུག་སྐབས་ཀྱི་བྱ་བ་ཟེར་ནས་རྣམ་པ་གཉིས་ཡོད། བྱ་བ་དེ་ལ། དེ་གཉིས་པོ་དེ་ཡོད་པ་དེ་མཁྱེན་དགོས་ཡ་གལ་ཆེན་པོ་རེད། ཡོད་པ་མཁྱེན་ཚར་བའི་རྗེས་སུ་དེ་གཉིས་ཀའི་ཁྱད་པར་དེ་ཡང་མཁྱེན་དགོས་ཡ་གལ་ཆེན་པོ། དེ་གཉིས་ཤན་འབྱེད་དགོས་ཡ། དེ་གཉིས་སྤུ་རིས་བྱེད་དགོས་ཡ། དེ་གཉིས་མ་འདྲེས་པ་བྱས་ནས་སོ་སོར་རྣམ་པར་དབྱེ་དགོས་ཡ་དེ་ད་གནད་འགག་ཆགས་བསྡད་ཡོད་རེད་ད། དེ་གཉིས་དེ་ཡག་པོ་བྱས་རྣམ་པར་དབྱེ་ཐུབ་པ་ཡིན་ན་སོ་སོར་ཕྱེ་ཐུབ་པ་ཡིན་ན། དེ་གཉིས་ཀའི་ཁྱད་པར་དེ་མཁྱེན་སོང་བ་ཡིན་ན་དེ་བྱ་བ་དེ་ལ་དེ་ལྷག་གཉིད་དུ་འཇུག་ཐུབ་ཀྱི་རེད་བྱ་བ་གི་གོ་བ་དེ། ལས་སླ་པོ་བྱས་ནས་ཤར་ཐུབ་ཀྱི་རེད། དེ་ནི་མ་འདྲེས་མ་འཁྲུལ་བ་བྱས་ནས་གཙང་མ་གཙང་རྐྱང་ཅིག་ཆགས་ཐུབ་ཀྱི་རེད། དེ་ཡིན་པ་སོང་ཙང་ང་རང་ཚོས་བྱ་བ་ཟས་ཏེ། གོ་བ་ཡག་པོ་མ་ཕོག་ཡ་དེ། གནད་འགག་ག་བ་ཐུག་དེར་སོང་ན་འདི་གཉིས་ཀྱི་ཁྱད་པར་ཕྱེད་མ་ཐུག་ནས་ནི་ང་རང་ཚོས་བྱ་བ་ལ་གོ་བ་ཡག་པོ་ཕོག་གི་ཡོད་མ་རེད། བྱ་བ་ལ་གོ་བ་ཡག་པོ་ཅིག་མ་ཕོག་ན་དེ་བྱ་ཚིག་ལ་གོ་བ་ཡག་པོ་ཕོག་གི་མ་རེད་དེ་ཚང་མ་ཡང་གསར་བོ་མེད་པ་བྱས་ནས་ར་བ་རི་བས་ཆགས་འགྲོ་གི་ཡོད་རེད། དེ་ཡིན་པ་སོང་ཙང་བྱ་བ་ལ་གོ་བ་ཡག་པོ་ཅིག་ཕོག་དགོས་དོན་ན་འདི་གཉིས་ཀྱི་ཁྱད་པར་དེ་མཁྱེན་དགོས་རེད་ད། དང་པོ་དེ་ལ་གར་གསུངས་ཏོ་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ། ད་ང་རང་ཚོ་དང་པོ་ཁོ་རང་ནི་འཇིག་རྟེན་གྱི་ཡོངས་སུ་གྲགས་པའི་གི་ཐ་སྙད་དང་ཡོངས་སུ་གྲགས་པའི་གི་འགྲོ་སྟངས་འགྲོ་ལུགས་དེ་ལ་གོམས་འདྲིས་སྐྱེས་ཙམ་ཉིད་ནས་ད་ལྟ་བར་དུ་གོམས་འདྲིས་ཤུགས་ཆེན་པོ་ཧ་ཅང་ཡོད་པ་སོང་ཙང་བྱ་བ་ཟེར་དུས་ལམ་སང་བློ་ངོ་ལ་ག་རེ་ཤར་གྱི་རེད་ཟེར་ན་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་དེ་བློ་ངོ་ལ་ཤར་ཡོང་གི་རེད་འཇིག་རྟེན་ཡོངས་གྲགས་ཐོག་ལ་བྱ་བ་ཟེར་ཡ་དེ་ག་འདྲི་ཅི་ལ་ངོས་འཛིན་བྱེད་ཀྱི་ཡོད་ག་འདྲི་ཅི་ལ་ཟེར་གྱི་ཡོད་དེ་རང་བློ་ངོ་ལ་ཤར་ཡོང་རྗེས་དེ་ནི་དེ་ག་རང་ལ་ཐོགས་འགྲོ་གི་རེད་དེ་ནི་བུ་སུ་དོག་པོ་ཆགས་ནས་རྒྱ་ཆུང་ཆུང་ཅིག་ཆགས་འགྲོ་གི་རེད་བ། དེ་ད་ནི་དེའི་ཙམ་གྱིས་ལ་ངོས་འཛིན་བྱས་ནས་ཨ་དེ་ཨ་རང་དེ་དེ་ན། དེ་ནི་བྱ་ཚིག་ཟེར་ཡ་འདི་ལ་གོ་བ་ཡག་པོ་ཕོག་གི་མ་རེད་གང་ཡིན་ཟེར་ན་བྱ་ཚིག་གི་བསྟན་བྱ་གི་བྱ་བ་ཟེར་ཡ་འདི་ལ་གོ་བ་ཡག་པོ་མ་ཕོག་ར་བ། དེ་ད་ནི་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་ཟེར་ཡ་འདི་ལ་གར་སོང་རེད། བྱ་བ་ཟེར་ཡ་འདི་འཇིག་རྟེན་ཡོངས་གྲགས་ཐོག་ལ་ངོས་འཛིན་བྱས་ཏེ་བྱ་བ་གཅིག་པོ་གཅིག་ལ་འགོ་འཐོམ་བསྡད་དུས་དེ་ཡང་དེ་མ་ཡིན་པ་ཡང་གཏང་རྒྱུའི་སྐབས་སུ་བྱ་བ་བསྟན་བྱའི་སྐབས་སུ་བྱ་བ་བཤད་བསྡད་པ་འདྲ་བོ་ཅི་ད་དེ་ཡིན་ན་འདི་མ་ཡིན་ན་ད་དེ་ག་རེ་ཡིན་ན་བསམ་བསམ་འདྲ་བོ་ཅི་ཐེ་ཚོམ་ཞུགས་ནས་སོམ་ཉི་ཞུགས་ནས

འདི་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་ཙམ་ལ་གོ་ཡ་མ་ཡིན་པ་ཅན་བཏང་འཇུག་སྐབས་ཀྱི་བྱ་བ་ལ་གོ་གོ་རེད་ད་ལྟ་དེ། བྱ་ཚིག་གི་བསྟན་བྱར་གྱུར་པའི་བྱ་ཚིག་གི་བརྗོད་བྱར་གྱུར་པའི་བྱ་ཚིག་གི་བརྡ་སྤྲད་བྱར་གྱུར་པའི་བྱ་བ་དེ་ག་བ་ལ་གོ་གོ་ཟེར་ན་བཏང་འཇུག་སྐབས་ཀྱི་བྱ་བ་ལ་གོ་གོ་ཡོད། ང་ཚོ་ད་ལྟ་བཏང་འཇུག་སྦྱངས་པའི་སྐབས་རོ་ད་དེ་བཏང་འཇུག་ལབ་བཞག་རེད་མ་གཏོགས་འདི་ལ་བསྟན་བཅོས་ཟེར་ནས་ལབ་ན་ཡང་འགྲིག་རེད་ཁ་ཚང་གོང་དུ་ཡང་ཅིག་བཤད་ཡོད་རེད་བ་མིང་གི་སྐབས་སུ་ཨོ་བསྟན་བཅོས་སྐབས་ཀྱི་བྱ་བ་ལབ་ན་ཡང་འགྲིག་གི་ཨོ་རེད་ད་བསྟན་བཅོས་སྐབས་ཀྱི་ཡིན་ན་ཡང་ད་ད་ལྟ་བྱེ་བྲག་ཏུ་བཀར་ནས་བསྟན་བཅོས་དེ་གར་བྱེ་བྲག་ཏུ་བཀར་བྱས་ན། རྟགས་འཇུག་སྐབས་ཀྱི་བྱ་བ། འོ་ད་ལྟ་ང་ཚོ་རྟགས་འཇུག་བཤད་པའི་སྐབས་རོ། རྟགས་འཇུག་གི་བརྗོད་བྱ་གཙོ་བོར་གྱུར་པའི་བྱ་ཚིག་གི་བསྟན་བྱར་གྱུར་པའི་རྟགས་འཇུག་གི། བརྡ་སྤྲད་བྱར་གྱུར་པའི་བྱ་བ་དེ་ལ་གོ་དགོས་རེད། རྟགས་འཇུག་སྐབས་ཀྱི་བྱ་བ་ལ་གོ་ཡ་རེད་མ་གཏོགས་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་དེ་འདྲ་གཅིག་པུ་ལ་གོ་ཡ་མ་ཡིན། ད་ཡང་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་དེ། འདི་བྱ་བ་དེ་གི་དབྱེ་བ་མ་ཡིན་ཟེར་བའི་དོན་དག་མ་རེད། གོ་ཡ་མེད་ཟེར་བའི་དོན་དག་མ་རེད་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་དེ་ཡང་ཨ་འདིས་བྱ་བ་འདི་ནང་ལ་བསྡུས་འགྲོ་གི་རེད་ཏང་ཆོས་སྐབས་ཀྱི་བྱ་བ་ནང་ལ་བསྡུས་འགྲོ་གི་རེད་ཁྱབ་ཆེ་ཆུང་བྱས་ནས། ཡིན་ན་ཡང་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་གཅིག་པོ་གཅིག་ལ་གོ་བ་ལེན་བསྡད་ན་དེ་ཁྱབ་ཆུང་འདྲ་བའི་སྐྱོན་ལེགས་རེད་དེ་གི་མ་ཁྱབ་པའི་གི་སྐྱོན་མང་པོ་ཅིག་ལས་འགྲོ་གི་རེད་གང་ཡིན་ཟེར་ན་ཏང་ཆོས་སྐབས་ཀྱི་བྱ་བ་མང་པོ་ཅིག་ལ་འདི་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་གི་ཁྱབ་གི་མ་རེད་དེ་ཡིན་པ་སོང་ཙང་འདི་གཉིས་ཀྱི་ཁྱད་པར་དེ་དང་པོ་གཉིས་དུ་ཁྱད་པར་ཕྱེད་ཐུབ་པ་བྱེད་དགོས་རེད་ད། ད་ང་རང་ཚོ་འཇིག་རྟེན་ཡོངས་གྲགས་ཀྱི་སྐབས་སུ་བྱ་བ་ཟེར་དེ་ག་འདྲི་ཅིག་ལ་ལབ་གི་རེད་ཟེར་དུས་ད་དེ་ཞི་ར་ཞུ་དགོས་མི་འདུག་ང་རང་ཚོ་ཚང་མ་གི་ཁེངས་གི་རེད་བ

རྒྱ་ཆེན་པོ་བྱས་ཏེ་ཨ་འབྲོམ། ད་དེ་ཚོ་ལ་ག་ལ་བ་རེད་འཇིག་རྟེན་ཡོངས་གྲགས་ཐོག་ལ་བྱ་བ། ཁྱོད་རང་གི་ལས་ཀ་ག་རེ་ཡིན་ཟེར་གི་རོ། དེ་ཁ་ཚང་གོང་དུ་ཞུས་པ་ནང་བཞིན་བྱས་ནས་བྱ་བ་དང་ལས་ཀ་གཉིས་དོན་དག་གཅིག་པ་ཡིན། ཁ་ཚང་གོང་དུ་ཞུས་རོགས་དོན་གཅིག་རེད་བ། བྱ་བ་དང་ལས་ཀ་གཉིས་དོན་གཅིག་ཟེར་གི་རེད། འོན་ཏེ། བྱ་བ་དང་ལས་ཀ་གཉིས་དོན་གཅིག་རེད་ཁྱོད་རང་གི་ལས་ཀ་ག་རེ་ཡིན་ཁྱོད་ཀྱི་བྱ་བ་ག་རེ་ཡིན་ཟེར་དུས་ངའི་ལས་ཀ་དེ་ཞིང་ཁ་མོ་ཡ་ཡིན། ངའི་ལས་ཀ་དེ་ཚོང་རྒྱག་ཡ་ཡིན། ངའི་ལས་ཀ་དེ། གསར་འགྱུར་འགོད་ཡ་གསར་འགོད་པ་བྱེད་ཡ་དེ་ཡིན། ངའི་ལས་ཀ་དགེ་རྒན་བྱེད་ཡ་ཡིན། ཨོ་རྟེན་འབྲེལ་ཅན་ལྟར་འཇིག་རྟེན་ཡོངས་གྲགས་ཐོག་ལ་བྱ་བ་ཟེར་གྱི་རོ། དེ་ག་ནང་བཞིན་འཇིག་རྟེན་ཡོངས་གྲགས་ཐོག་ལ་ང་ད་ལྟ་ལས་ཀ་བྱེད་ཀྱི་མེད་ཟེར་འདི་འདྲའི་ལ་ཡ་ཡོད་རོ། ང་ད་ལྟ་སློབ་གྲྭ་ལ་སློབ་སྦྱོང་བྱེད་བཞིན་པ་ཡིན་སློབ་གྲྭ་འགྲོ་བཞིན་པ་ཡིན་ང་ལས་ཀ་མེད་བྱ་བ་མེད། ཨོ་དེ་འདྲས་བཤད་འདི་གི་རོ། སློབ་སྦྱོང་བྱེད་ཡ་དང་སློབ་གྲྭ་འགྲོ་བ་དང་དེ་ཚོ་འཇིག་རྟེན་ཡོངས་གྲགས་ཐོག་ལ་བྱ་བ་ཟེར་གྱི་ཡོད་མ་རེད། ཨ་སློབ་སྦྱོང་དེ་ཐོན་ཟིན་པའི་རྗེས་སུ་ལ་བ་ཐར་སོན་ཟིན་པའི་རྗེས་སུ་སློབ་གྲྭ་དང་མཐོ་སློབ་དེ་ཐོན་ཟིན་པའི་རྗེས་སུ་ཨ་ང་བྱ་བ་དེ་འདྲས་ཅིག་བྱེད་ཀྱི་ཡིན་ལས་ཀ་དེ་འདྲས་ཅིག་ཚལ་གྱི་ཡིན། ཨོ་ལས་ཀ་དེ་འདྲས་ཅིག་བྱེད་ཀྱི་ཡིན་ཟེར། དེ་འདྲའི་གི་རྣམ་གཞག་ཅིག་རེད་བ་དེ་འདུག་འཇིག་རྟེན་ཡོངས་གྲགས་ཐོག་ལ་བྱ་བ་ཟེར་ཡ་དེ་ག་འདྲའི་འདྲ་བོ་ཅིག་ལ་དགོས། དཔེར་ན་ཡི་གེ་བྲིས་བ་འདྲ་བོ་ཅིག་ཡིན་ན་ཡང། ཡི་གེ་བྲིས་བ་འདྲ་བོ་ཅིག་ཡིན་ན་ཡང་འཇིག་རྟེན་ཡོངས་གྲགས་ཐོག་ལ་ད་ད་ལྟ་ངས་དེ་ཡི་གེ་ཞིག་བྲིས་སོང་བ་དེ་ལ་འདི་བྲིས་བ་དེ་གར་སོང་ན་ཁོ་གི་བྱ་བ་ལ་བརྩི་གི་ཨོ་མ་འཇིག་རྟེན་ཡོངས་གྲགས་ཐོག་ལ། འཇིག་རྟེན་ཡོངས་གྲགས་ཐོག་ལ། འདི་བྲིས་བ་དེ་བྱ་བ་ལ་འགྲོ་དགོས་ན་ག་རེ་དགོས་ཟེར་ན། དེའི་ཆེད་ཧ་ཅང་རགས་པ་ཆགས་ནས་འདི་ཆེན་པོ་ཞུ་བྱ་ནས་ཡི་གེ་བྲིས་པ་འདིའང་ད་ལྟ་ངས་དེ་ལ་ཉུང་ཉུང་ཅིག་མ་གཏོགས་བྲིས་མི་འདུག་དེ་འདྲའི་མ་ཡིན་པ་ཆེས་མང་པོ་བྲིས་ནས་ད་དཔེ་ཆ་དཔེ་ཆ་མང་པོ་བྲིས་ནས་ད་དེ་འདྲ་བྱས་ནས་ང་ཡི་གེ་བྲིས་པའི་བྱ་བ་བྱེད་ཀྱི་ཡོད་ཟེར་དུས་འཇིག་རྟེན་ཡོངས་གྲགས་ཐོག་ལ་ངའི་བྱ་བ་དེ་ཡི་གེ་བྲིས་ཡ་དེ་ཡིན་ཟེར་དུས་ད་ག་འདྲི་བྱེད་ལ་གོ་གི་རེད་ཡི་གེ་དེ་འདྲའི་མ་ཡིན་པ་ཆེས་ནམ་རྒྱུན་བརྒྱུད་ནས་གཞན་གྱིས་མ་སྤྲད་ཆོག་རྒྱུ་ཡི་གེ་མང་པོ་ཅིག་བཤུས་ཡ་གི་ལས་ཀ་བྱེད་པ་འདྲ་བོ་ཨ་ནི་ཀམ་པུ་ཏར་འདྲ་བོ་ཡིན་ནའང་གློག་ཀླད་འདྲ་བོ་ཡིན་ན་གློག་ཀླད་ནང་ལ་མ་ཡི་གེ་བཙུགས་ཡ་དེའང་ཡི་གེ་མང་པོ་བཤུས་ཁུངས་མང་པོ་དེ་འདྲས་མུ་མཐུད་ནས་ཉི་མ་གཅིག་གཉིས་གསུམ། དེ་མང་པོ་བཙུད་ཡས་དེ་ལ་དེ་ཁོ་ཡི་ལས་ཀ་ཟེར་ནས་བྱ་བ་ཟེར་ནས་ངོས་འཛིན་བྱེད་ཀྱི་རེད་བ་བྱ་བ་ཟེར་དུས་པས་རྒྱ་ཆེན་པོ། སྟོབས་ཆེན་པོ་ཅིག་ཆགས་ཡོང་དུས་གཞི་ནས་རགས་པ་ཧ་ཅང་རགས་པ་ཅིག་ཡི་གེ་བྲིས་པའི་བྱ་བ་བྱ་བ་ལྟ་བུ་ཡིན་ན་ཡང་ཡི་གེ་བྲིས་པའི་བྱ་བ་དེ་ཧ་ཅང་རགས་པ་དང་ཆེན་པོ་ཞུ་ཅིག་དེ་ཡང་སོ་སོ་གི་འཚོ་བ་ལ་ཕན་ཐོགས་ཡས་ཅིག་འཚོ་བ་སྐྱེལ་ཡས་ལ། ཡོང་འབབ་ལ་ཕན་ཐོགས་ཡས་དེ་འདྲས་འདྲ་བོ་ཅིག་ལས་ཡོད་པ་ཡིན་ན་ཨ་འཇིག་རྟེན་ཡོངས་གྲགས་ཐོག་ལ་བྱ་བ་ཟེར་གྱི་རེད་བ། ད་དེ་འགྲེལ་བཤད་བྱེད་ར་ཞུ་གི་མི་འདུག་ཨ་ད་མཚན་ཤེས་ཙམ་རེད་ད། འདི་འདི་ང་ཚོ་ཚང་མ་གི་ཧ་གོ་དགོས་ར་བ། ཡིན་ན་ད་ཡིན་ན་ཡང་ཏང་ཅུས་སྐབས་ཀྱི་བྱ་བ་དེ་དེ་འདྲའི་འཇའ་འོད་ཀྱི་རེད་བས་ཟེར་ན་དེ་ཙམ་མ་རེད་འཇིག་རྟེན་ཡོངས་གྲགས་ཐོག་ལ་བཤད་བདེ་བའི་བྱ་བ་ཚང་མ་ཡང་ཏང་ཅུས་སྐབས་སུ་བྱ་བ་རེད་ཡིན་ན་ཡང་ཏང་ཅུས་སྐབས་སུ། དེ་ཙམ་མ་ཡིན་པ་དེ་ལས་གཞན་དུ་ད་དུས་ཡང་བྱ་བ་མང་པོ་ཞུ་བྱེད་ཡ་ཡོད་ར་བ་དེ་ཡིན་པ་སོང་ཙང་འདི་གཉིས་ཁྱད་པར་ཆེ་ནས་ད་དཔེར་ན་འཇིག་རྟེན་ཡོངས་གྲགས་ཐོག་ལ་དབང་དུ་བཏང་ན། དཔེར་ན་ཟ་མ་ཟ་བ་ཡོད་རེད་བ་ང་ཚོ་ཁ་ལག་ཟ་བ། ཟ་མ་ཟ་བ་དང་དེ་ག་ནང་བཞིན་གྱིས་ནི། ཆུ་བཏུང་བ། ཨོ། ཟ་མ་ཟ་བ་དང་ཆུ་བཏུང་བ། ཨོ་ཟ་མ་ཟ་བ་དང་ཆུ་བཏུང་བ་གཉིས་པོ་དེ་དབང་དུ་བཏང་ན་འཇིག་རྟེན་ཡོངས་གྲགས་ཐོག་ལ་འདི་གཉིས་བྱ་བ་ཡིན་ཟེར་གྱི་མ་རེད། ཟ་མ་ཟ་བ་དེ་བྱ་བ་ཡིན་ཟེར་གྱི་མ་རེད། ཆུ་བཏུང་བ་དེ། སྐོམ་བཏུང་བ་དེ། བྱ་བཏུང་བ་དེ། ཨོ། ཀོ། སོ། ཚིགས་བྱ་བཏུང་བ་དེ་བྱ་བ་ཡིན་ཟེར་གྱི་མ་རེད་བ། ཡིན་ན་ཡང་གཏང་རྒྱུའི་སྐབས་སུ་ག་རེ་ཡིན་ཟེར་ན་ཟ་མ་ཟ་བ་དེའང་བྱ་བ་ཡིན། སྐོམ་བཏུང་བ་དེ་ཆུ་བཏུང་བ་དང་བྱ་བཏུང་བ་ལ་སོགས་པ་དེའང་བྱ་བ་ཡིན་ཟེར་ནས་ཀོ་བྱ་བ་བརྒྱ་ཆ་བརྒྱ་བྱ་བ་ཡིན་ཟེར་གི་རོ་དེ་འདུལ་ཁྱད་པར་དུ་བ། གོ། འདི་གཉིས་པོ་དེ་བཏང་ཆུ་སྐབས་སུ་བྱ་བ་ཆགས་ཏེ་གི་ཡོད་རེད་ཡིན་ན་ཡང་འཇིག་རྟེན་ཡོངས་གྲགས་སྐབས་སུ་བྱ་བ་ཆགས་ཡོད་མ་རེད་བྱ་བ་མ་ཡིན་ཟེར་གི་རོ་བ། འོ་འདུག་བྱས་ནས། ད་དེ་དེ་ག་ནང་བཞིན་བྱས་ནས་ང་རང་ཚོ། དཔེར་ན། དཔེར་ན་ཉལ་བ་འདྲ་བོ། ཉལ་བ་འདྲ་བོ་ཡིན་ན་ང་ཚོ་རྐང་པ་བརྐྱངས་ནས་ཉལ་བསྡད་ཀྱི་ཡོད་རེད་བ། ཉལ་བ་འདྲ་བོ་ཡིན་ན་འཇིག་རྟེན་ཡོངས་གྲགས་ཐོག་ལ་བྱ་བ་བརྩི་གི་མ་རེད་བ་དེ་ཉལ་བ་དེ་བྱ་བ་མ་ཡིན་ཟེར་གྱི་རེད་བ། བྱ་བ་ཡིན་མིན་གྱི་དཔྱད་ར་གོ་ར་བྱེད་ཀྱི་མ་རེད་བྱ་བ་མ་ཡིན་པ་གཞི་བཞག་བྱེད་ཀྱི་རེད་བ། ཁོ་ལ་བྱ་བ་དེ་རིང་ང་ལས་ཀ་ཅི་ཡང་མེད་བྱ་བ་ཅི་ཡང་མེད་ཉིན་གང་ཉལ་བསྡད་ཡིན། ཉལ་དེ་གི་ཡིན། ཉལ་དེ་ཡིན་ཟེར། ད་ག་རེ་ལབ་ན་ཡང་འགྲིག་གི་རེད་བ། དེ་འབའ་སོང་ཙང་འཇིག་རྟེན་ཡོངས་གྲགས་ཐོག་ལ་ཉལ་བ་དེ་བྱ་བ་རྩ་བ་ཉིད་ནས་བརྩི་གི་མ་རེད་བ། དེ་སྔ་བྱ་བ་ཞུས་དེ་རིང་ང་བྱ་བ་ཞུས་ཅིག་བྱས་ཡིན། ཉིན་གང་ཉལ་དེ་ཡིན་ཟེར་ན། དེ་མི་གད་མོ་ཤོར་གི་རེད་བ། དེ་ཉལ་ཉལ་དེ་བ་དེ་ཁྱོད་ཉལ་དེ་བ་དེ་བྱ་བ་རེད་བས། ཁྱོད་ལས་ཀ་རེད་བས་ཟེར་ན་ཁྱོད་སྨྱོན་པ་འདྲ་བོ་བརྩི་གི་རེད་བ་མི་གི། དེ་འབའ་སོང་ཙང་དེ་བྱ་བ་མ་ཡིན་ཟེར་གི་རེད་བ། ཡིན་ན་ཡང་གཏང་རྒྱུའི་སྐབས་སུ་ག་རེད་ཟེར་ན་ཉལ་བ་དེའང་བྱ་བ་ཡིན་ཟེར་གི་རེད་བ། ཉལ་བ་དེའང་ག་ཡིན་ཟེར་ན་གཏང་རྒྱུའི་སྐབས་སུ་བྱ་བ་ཡིན། འཇིག་རྟེན་ཡོངས་གྲགས་ལ་མ་ཡིན་ཟེར་བ་ཡིན་ན་ཡང་བཏང་འཇུག་སྐབས་སུ་ཉལ་བ་དེ་ཡང་བྱ་བ་རེད་ད། ཉལ་བ་དེ་བྱ་བ་ཡིན་པར་མ་ཟད་རྨི་ལམ་རྨིས་པ་ཅིག་ཡོད་རེད་བ་ང་ཚོ། ཨོ། རྨི་ལམ་རྨིས་པ། རྨི་ལམ་སྟོང་བ་ཅིག་ཡོད་རེད་བ་རྨི་ལམ་རྨིས་པ། རྨི་ལམ་འདྲ་མི་འདྲ་རྨིས། དེ་རྨི་ལམ་རྨིས་པ་དེ་ཡང་བཏང་འཇུག་སྐབས་སུ་ག་རེ་ཡིན་ཟེར་ན་བྱ་བ་ཡིན་ཟེར་བ་རེད། ཁྱེད་གསུངས་ཨ། བཏང་འཇུག་སྐབས་སུ་བྱ་བ་རེད་ད་དེ། ཡིན་ན་ཡང་འཇིག་རྟེན་ཡོངས་གྲགས་ཀྱི་སྐབས་སུ་ག་རེ་ཟེར་ན་དེ་རྨི་ལམ་རྨིས་པ་དེ་བྱ་བ་རེད་བས་ཟེར་ན་བྱ་བ་རྩ་བ་ཉིད་ནས་མ་རེད་བ། བྱ་བ་མ་ཡིན་ཟེར་གི་རེད་བ། རྨི་ལམ་རྨིས་དེ་ང། དེ་རིང་མཚན་གང་བྱ་བ་ཞུ་ཅིག་བྱུང་སོང་གང་ཡིན་ཟེར་ལས་ཀ་ཞུ་ཐོན་སོང་རྨི་ལམ་རྨིས་སོང་ཟེར་ན་མི་གད་མོ་ཞུ་དགོས་རོ་དེ་རྨི་ལམ་རྨིས་པ་དེ་བྱ་བ་མ་ཡིན་ཟེར་རོ་འཇིག་རྟེན་ཡོངས་གྲགས་ཐོག་ལ་རྨི་ལམ་རྨིས་པ་དེ་བྱ་བ་རེད་ཟེར་ན་འགྲིག་གི་མ་རེད་བ་དེ་ཚོ་རྨི་ལམ་རྨིས་པ་དེ་འཇིག་རྟེན་ཡོངས་གྲགས་ཀྱི་ཐོག་འཇིག་རྟེན་ཡོངས་གྲགས་ཀྱི་དབང་དུ་བཏང་ན་རྨི་ལམ་རྨིས་པ་དེ་བྱ་བ་མ་རེད་ཡིན་ན་ཡང་གཏམ་རྒྱུད་ཀྱི་སྐབས་སུ་དབང་དུ་བཏང་ན་རྨི་ལམ་རྨིས་པ་དེའང་བྱ་བ་ཆགས་ཏེ་ཡོད་རེད་ད་དེང་པ་སོང་ཙང་ཁོ་གཉིས་ཀྱི་བྱ་བ་ངོས་འཛིན་བྱེད་སྟངས་དེ་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་ངོས་འཛིན་བྱེད་སྟངས་དང་གཏམ་རྒྱུད་ཀྱི་བྱ་བ་ངོས་འཛིན་བྱེད་སྟངས་གཉིས་ལ་ཁྱབ་ཆེ་ཆུང་གི་ཁྱད་པར་འདུག་བ་ཁྱབ་ཆེ་ཆུང་གི། དེ་ག་ནང་བཞིན་འཇིག་རྟེན་ཡོངས་གྲགས་དཔེར་ན་ད་ལྟ་ང་ངའི་དབང་དུ་བཏང་ན་ང་ཡར་ལངས་ཏེ་འདུག་བ་ད་ལྟ་ལངས་པ། ཨོ། དེ་ནས་ཆོས་གྲོགས་རྣམ་པ་ཡིན་ན་མ། བཞུགས་ཏེ་འདུག་བ། ཨོ་འདུག་པ། ད་ཞེ་ས་བཞག་ན་ག་རེ། བཞུགས་པ། ཨོ་བཞུགས་པ། ཨོ་དེ་ལངས་པ་དང་འདུག་པ་དང་བཞུགས་པ། ད་འདི་ཚོ་དགྲ་བོ་ཡིན་པ་ཡིན་ན་འཇིག་རྟེན་ཡོངས་གྲགས་ཐོག་ལ་དབང་དུ་བཏང་ན་ལངས་པ་དང་འདུག་པ་དང་བཞུགས་པ་དེ་བྱ་བ་མ་ཡིན་ཟེར་གི་རེད་བ། བྱ་བ་ག་བ་རེད་ཟེར་གི་རེད། ང་བྱ་བ་ཞུ་བྱས་དེ་རིང་ང་ཡ་ད་ལྟ་ང་ཡར་ལངས་དེ་ཡོད་བྱ་བ་བྱེད་དེ་ཡོད་ཟེར་གི་མ་རེད་བ། དེ་དེ་བ་དེ་ཡང་བྱ་བ་བརྩི་གི་མ་རེད་བ། བཞུགས་པ་དེ་ཡང་བྱ་བ་བརྩི་གི་མ་རེད་བ་འཇིག་རྟེན་ཡོངས་གྲགས་ཐོག་ལ། ཡིན་ན་ཡང་བཏང་འཇུག་སྐབས་སུ་ག་རེད་ཟེར་ན་འདི་གསུམ་ཀ་ཡང་བྱ་བ་རེད། དེ་ཚོ་འདི་གསུམ་ཀ་ཡང་བྱ་བ་ཡིན་ཟེར་བར། བཏང་འཇུག་སྐབས་སུ་འདི་གསུམ་ཀ་ཡང་བྱ་བ་ཡིན། དེ་ག་ནང་བཞིན་ང་ཚོ་ཤར་ཕྱོགས་སུ་འགྲོ་ཟེར་གི་རེད་བ། བཏང་རྒྱུའི་སྐབས་སུ་ག་རེ་ཡིན་ཟེར་ན་འགྲོ་བ་དེ་བྱ་བ་ཡིན་པའི་གི་ངེས་པ་བྱ་བ་ཡིན་པ་ཁྱབ་པ་ཡོད་རེད་བ། ཡིན་ནའི་འཇིག་རྟེན་ཡོངས་གྲགས་ཀྱི་དབང་དུ་བཏང་ན་འགྲོ་བ་དེ་བྱ་བ་ཡིན་པའི་ངེས་པ་ཡོད་མ་རེད་བ། ཁོ་འགྲོ་བ་དེ་ལ་ཡང་བྱ་བ་ཡིན་པ་ཅིག་དང་མ་ཡིན་པ་ཅིག་ནི་རྣམ་པ་གཉིས་དབྱེ་བ་གཉིས་ཕྱེད་གོ་རེད་བ་ལྟ་གོ། འོ། དེ་ནས་ཡང་དཔེར་བརྗོད་གཞན་པ་ཅིག་གི་ཐོག་ནས། ཚིག་གཞི་གཞན་པ་ཐོག་ནས་ཞུས་བ་ཡིན་ན་ཉི་མ་ཤར་བ། ཉི་མ་ནུབ་པ། ཆར་པ་བབས་པ། རྩྭ་སྐྱེས་པ། དེ་འདྲའི་དགྲ་བོ་དབང་དུ་བཏང་ན། ད་ཉི་མ་ཤར་ཕྱོགས་ནས་སྔ་དྲོ་ཉི་མ་ཤར་བ། དེ་ནས་ནུབ་ཕྱོགས་ནས་དགོང་མོ་ཉི་མ་ནུབ་པ། དེ་ག་ནང་བཞིན་ཆར་པ་བབས་པ་རྩྭ་སྐྱེས་པ། ཨོ་དེའི་དབང་དུ་བཏང་ཤེ་ན། འཇིག་རྟེན་ཡོངས་གྲགས་ཀྱི་དབང་དུ་བཏང་ན་དེ་ཚོ་ཆ་ཚང་ཡང་བྱ་བ་མ་ཡིན། ཉི་མ་ཤར་བ་དེ་ལ་བྱ་བ་རེད་ཟེར་གྱི་མ་རེད་བ། དེ་ཧང་སང་རེད་བ། ཉི་མ་ནུབ་པ་དེའང་བྱ་བ་མ་ཡིན། ཆར་བབས་པ་དེའང་བྱ་བ་མ་ཡིན། རྩ་སྐྱེས་པ་དེ་ཡང་བྱ་བ་མ་ཡིན་ཟེར་གྱི་རེད་བ་འཇིག་རྟེན་ཡང་ར་ལྟ་ལ་ཁོ་བྱ་བ་ཡིན་མིན་གྱི་རྣམ་གཞག་གོ་རེ་མ་རེ་བྱ་བ་མ་ཡིན་པ་གཞིར་བཞག་བྱེད་བཞག་གི་རེད་བ། ཡིན་ན་ཡང་ཏང་འཇུག་གི་སྐབས་སུ་ང་རང་ཚོས་ཏང་འཇུག་གི་སྐབས་སུ་ཉི་མ་ཤར་བ་དེ་བྱ་བ་ཡིན་ཟེར་གོ་རེ་བ། ཉི་མ་ནུབ་ཟེར་ནུབ་པ་དེ་ཡང་བྱ་བ་ཡིན། ཆར་བབས་པ་ཟེར་བའི་བབས་པ་དེ་ཡང་བྱ་བ་ཡིན། རྩ་སྐྱེས་པ་ཞེས་པའི་སྐྱེས་པ་དེ་ཡང་བྱ་བ་ཡིན་ཟེར་ནས།

ཆུ་འདྲ་བོ་ཅིག་ཡིན་པ་ཡིན་ན་ཆུ་ཁོལ་ཟེར་གི་རེད་བ། དཔེར་ན་ཆུ་ཁོལ་བ། ཆུ་ལྷོག་ལྷོག་ལྷོག་ལྷོག་ཡག་ཅིག་ནི་ཁོལ་ཁོལ་ཡོང་ཡག་ཅིག་ཡོད་རེད་བ། འདི་ཆུ་ཁོལ་བ་དེ་འཇིག་རྟེན་ཡོངས་གྲགས་ཀྱི་དབང་དུ་བཏང་ན་བྱ་བ་མ་ཡིན་ཟེར་གི་རེད་བ། དེ་འདུག་ཡིན་ན་ཡང་ཏང་ཅུའི་དབང་དུ་བཏང་ན་ག་རེ་ཡིན་ཟེར་ན་འདི་ཆུ་ཁོལ་བ་དེ་ཡང་བྱ་བ་ཡིན། འོ་ཐུག་ཅིག་ནི་ངོས་འཛིན་བྱེད་དགོས་རེད་བ། དེ་ག་ནང་བཞིན་ཅིག་ནི་ང་རང་ཚོ་མེ་འབར་ཟེར་ཡག་ཅིག་ཡོད་རེད་བ་མེ་འབར་བ། མེ་འབར་བ་ཟེར་དུས་འཇིག་རྟེན་ཡོངས་གྲགས་ཀྱི་དབང་དུ་བཏང་ན་འདི་མེ་འབར་བ་དེ་མེ་འབར་བ་དེ་བྱ་བ་ཡིན་ཟེར་གྱི་མ་རེད་བ། བྱ་བ་ཡིན་ཟེར་ནས་ཁོ་དཔེ་བསགས་ཀྱི་རེད་བ། ཡིན་ན་ཡང་གཏང་རྒྱུ་གྱི་དབང་དུ་བཏང་ན་འདི་མེ་འབར་བ་དེ་ཡང་བྱ་བ་ཡིན། འདི་མེ་འབར་བ་ཟེར་དེ་བྱ་བ་ཡིན་ཟེར་ནས་འོ་དུ་བྱས་ནས་ད་གར་དུ་དེའི་ཐོག་ནས་མཚན་གཞི་འཛུགས་སྐུ་བཙུགས་ནས་བཤད་ཡོང་དུས་འཇིག་རྟེན་ཡོངས་གྲགས་ཀྱི་ཐོག་གི་བྱ་བ་ཟེར་ལ་ངོས་འཛིན་བྱེད་སྟངས་གཅིག་དང་གཏང་རྒྱུ་གྱི་སྐབས་སུ་བྱ་བ་ཟེར་ནས་ངོས་འཛིན་བྱེད་སྟངས་རྣམ་པ་གཉིས་མ་འདྲ་བ་ཡོད་པ་དེ་མཁན་བཀའ་དེ་གནད་འགག་ཆེན་པོ་ཆགས་འདུག་འདི་གཉིས་དེ་ཡག་པོ་ཅིག་མཁྱེན་སོང་བ་ཡིན་ན་དེ་ནི་དེའི་སྐབས་ཀྱི་བྱ་བ་ཟེར་དེ་ལ་གོ་བ་ཡག་པོ་ཅིག་ཕོག་ཐུག་གི་ཡོད་རེད་དེ་ནི་ད་ལྟ་སྐབས་སུ་བབ་པ་ང་རང་ཚོ་གི་བྱ་བ་དང་བྱ་ཚིག་གསལ་བའི་སྐབས་དུ་བྱ་ཚིག་གི་བསྟན་བྱར་གྱུར་པ་བྱ་ཚིག་གི་བརྗོད་བྱར་གྱུར་པ་བྱ་ཚིག་གི་བརྡ་སྤྲད་བྱར་གྱུར་པའི་གི་བྱ་བ་དེ་བཏང་འཇུག་གི་སྐབས་སུ་བརྡ་སྤྲད་བྱར་གྱུར་པའི་བྱ་བ་དེ་དེ་ནི་ག་བ་ལ་གོ་གོ་རེད་ཟེར་དུས་ཨ་དེ་ལྟ་བུའི་གི་བཏང་འཇུག་སྐབས་ཀྱི་བྱ་བ་དེ་ལ་གོ་གོ་རེད། འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་ཙམ་ལ་གོ་ན་འགྲིག་གི་ཡོད་མ་རེད། འོ་དེ་གི་གནད་འགག་དེ་མཁྱེན་དགོས་དེ་དཔེ་མ་ཟེར་བའི་གནད་འགག་གི་ནང་ནས་གནད་འགག་ཆེ་ཡ་དེ་དང་པོ་དེ་དེ་མཁྱེན་དགོས་རེད་ད། འོ་ད་བྱ་བ་དེ་ཡག་པོ་ཅིག་ཁོང་དུ་ཆུད་ཡ་ལ་ཡག་པོ་ཅིག་གོ་རྟོགས་ཡག་པོ་ཅིག་ཡོང་བར་བྱེད་པ་ལ་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་དང་བཏང་འཇུག་གི་བྱ་བ་ཟེར་ནས་རྣམ་པ་གཉིས་ཡོད་པ་དང་དེ་གཉིས་ཀྱི་ཤན་འབྱེད་དེ་ཡག་པོ་བྱེད་དགོས་ཡ་དེ་གནད་འགག་ཆེན་པོ་ཆགས་བསྡད་ཡོད་ཟེར་ནས་ད་ལྟ་མ་ཞུས་ཡོད་བ། ད་དེ་ཞུས་ཡ་དེ་ཡང་ག་རེ་ཟེར་ན་ང་རང་ཚོ་གི་ཟླ་སྒྲོལ་མཁན་པོ། དམ་པ་གོང་མ་རྣམས་ཀྱིས་དེ་འང་ནང་བཞིན་ད་ལྟ་ཞུ་བྱེད་པའི་གི་དམ་པ་ལགས་སོ་བ་ཁོང་རྣམ་པ་གིས་དེ་འདྲའི་གི་རྣམ་བཞག་བྱས་ནས་བྱ་བ་དེ་ལ་གོ་བ་བྱེད། དེ་འདྲའི་འདྲ་བོ་གསུངས་བཞག་པ་དེ་འདྲའི་བསྟན་བཅོས་དང་དམིགས་བསལ་གྱི་དང་མཇལ་ཡག་འདྲ་བོ་དག་ཡོད་མ་རེད་ཡིན་ན་ཡང་གུས་པ་རང་ཉིད་ཀྱི་ངོས་ནས་ནམ་རྒྱུན་གཏམ་རྒྱུད་ཁྲིད་པའི་སྐབས་སུ་བྱ་ཚིག་གི་རྣམ་བཞག་ཁྲིད་པའི་སྐབས་སུ་དེ་འདྲའི་བྱས་ནས་ཞུས་བསྡད་ཀྱི་ཡོད་སོ་སོ་གྱི་ཉམས་མྱོང་གི་ཐོག་ནས་བྱ་བ་ངོས་འཛིན་བྱས་ལ་འདི་གཉིས་ཀྱི་ཐོག་ནས་འདི་གཉིས་ཀྱི་ཤེས་བྱེད་ཀྱི་ཐོག་ནས་གོ་བ་ཅིག་བརྒྱབ་པ་ཡིན་ན་བྱ་བ་དེ་ཡག་པོ་ཅིག་ར་འཕྲོད་ཡག་གསལ་པོ་བྱ་ཡ་ལ་ཕན་ཐོག་འདུག་ཟེར་ནས་ཉམས་མྱོང་ཐོག་ནས་ནམ་རྒྱུན་གུས་པ་རང་ཉིད་ཀྱི་རྩལ་འདོན་བྱེད་ནས་ད་གནད་འགག་འདི་འདྲ་ཞིག་ཡོད་རེད་ཟེར་ནས་མ་ཞུས་བསྡད་ཀྱི་ཡོད་ད་འདི་ཡང་མཁྱེན་དགོས་ཡ་གལ་ཆེན་པོ་རེད་བ། ད་འདི་ཞུས་ཡོང་དུས་ད་འདི། དཔེར་ན་ད་འདི་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་དང་ཏང་ཙུའི་སྐབས་ཀྱི་བྱ་བ་ཟེར་ནས་དེ་འདྲའི་ཡོང་ས་ཀྱི་ད་དཔེར་ན་འདི་གི། དཔེ་དཔེ་ཅིག་དང་སྦྱར་ནས་མ་ཞུས་པ་ཡིན་ན་ཡང་གོ་ད་འདི་ཡག་པོ་འཕྲོད་འགྲོ་གི་རེད་བ། དཔེར་ན་ང་ང་རང་ཚོ་གི་འབྱུང་བ་བཞི་ཡོད་རེད་བ་འབྱུང་བ་བཞི། དཔེར་ན་ང་རང་ཚོ། འབྱུང་བ་བཞི་ཟེར་ན་ཡང་འགྲིག་གི་རེད་ཡང་ན་འབྱུང་བ་ལྔ། ཡ་འབྱུང་བ་ལྔ་གི་དབང་དུ་བཏང་ན། ད་ང་རང་ཚོ་གི་འབྱུང་བ་ལྔ་དེ་ལ། ས། ཆུ། མེ། རླུང། དེ་ནས་ནམ་མཁའ། འོ་འདི་ལྔ་པོ་དེ་ལ་ད་འབྱུང་བ་ལྔ། འབྱུང་བ་ལྔ་ཞུ་གི་ཡོད་རེད་བ། ད་དེ་ལྔ་པོ་དེ་ལ་ག་རེ་ཞུ་གི་ཡོད་རེད་ཟེར་ན་འབྱུང་བ་ལྔ་ཞུ་གི་རེད། ད་ང་རང་ཚོ་གི་འབྱུང་བ་ལྔ་དེ་ལ་ཡང་བཤད་ཡོང་དུས་ས་ཆུ་མེ་རླུང་ནམ་མཁའ་ཟེར་ཡོང་དུས་ད་འཇིག་རྟེན་ཡོངས་གྲགས་ཀྱི་ཐོག་ནས་འབྱུང་བ་ལྔ་ངོས་འཛིན་བྱེད་སྟངས་གཅིག་དང་ཡང་བསྟན་བཅོས་ཀྱི་སྐབས་སུ་ད་བཏང་འཇུག་མ་ཡིན་པ་བཅས་བསྟན་བཅོས་ཀྱི་སྐབས་སུ། བཏང་འཇུག་སྐབས་སུ་དམིགས་བསལ་གྱི་འབྱུང་བ་ཤེས་དེ་གའི་འོག་མ་ར་ད་བསྟན་བཅོས་སྐབས་སུ་ཟེར་དུས་སྤྱི་ཡོངས་ནས་ད། ང་རང་ཚོ་གི། ཚད་མེད་ཀྱི་བསྟན་བཅོས་དང་དབུ་མེད་ཀྱི་བསྟན་བཅོས་དང་མངོན་པ་གྱི་བསྟན་བཅོས་ལྷག་པར་དུ་མངོན་པ་གྱི་བསྟན་བཅོས་རོ། འོ་དེའི་སྐབས་སུ། ང་རང་ཚོ་གི་ཞུ་བདེ་ཡག་གི་འབྱུང་བ་ལྔ་དེ་ལ་བསྟན་བཅོས་སྐབས་ཀྱི་འབྱུང་བ་ལྔ་འདི་དུས་འཇིག་རྟེན་ཡོངས་གྲགས་ཀྱི་འབྱུང་བ་ལྔ་དང་བསྟན་བཅོས་སྐབས་ཀྱི་འབྱུང་བ་ལྔ་ཟེར་ནས་སློབ་དཔོན་ཨིན་ཉིང་གི་མངོན་པ་མཛོད་ནང་ལ་རྩ་བ་ཁོ་རང་ནང་ལ་གསལ་པོ་བྱས་ནས་གསུང་བྱ་ཡོད་རེད་བ། དེ་འདུག་དེའི་གི་རིག་པ་དེ་དེ་ལ་ཁེལ་ཡོང་ནས་དེ་ངས་དེ། ཏང་ཆོས་སྐབས་ཀྱི་བྱ་བ་དེ་ངོས་འཛིན་བྱས་ལ་ཡང་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་དང་ཏང་ཆོས་སྐབས་ཀྱི་བྱ་བ་ཟེར་ནས་གནོད་པ་གཉིས་རྣམ་པར་ཕྱེ་དགོས་རེད་ཟེར་ཏེ། དེ་ནས་བྱུང་སྐྱོར་བ་སློབ་དཔོན་དབྱིན་གཉེན་གྱི་རིག་པ་ཆགས་ཏེ་ཡོད། དེ་སློབ་དཔོན་དབྱིན་གཉེན་གྱི་ག་འདྲི་གསུང་ཡོད་རེད་ད། ལས་སླ་པོ་བྱས་ནས། ད་ང་རང་ཚོ་གི་འཇིག་རྟེན་ཡོངས་གྲགས་ཀྱི་དབང་དུ་བཏང་ན་ས་ཟེར་དེ་ག་འདྲི་ཞིག་ལ་ངོས་འཛིན་བྱེད་དགོས་རེད་ཟེར་ན། ས་གཞི་ཅིག་ལ། ཐལ་ལ་དང་རྡུལ་གྱི་རང་བཞིན་ཅན་གྱི་ཨ་ནི་ས་ཆ་ཅིག་ལ་ས་གཞི་ཅིག་ལ་དེ་འདྲི་ཅིག་ལ་ས་ཟེར་གི་རེད་བ་ང་རང་ཚོ་མིག་གི་མཐོང་ཡ་ཡོད་རྒྱུ་ཅི། ཁ་དོག་ཡོད་རྒྱུ་མིག་གིས་མཐོང་ཡ་ཡོད་རྒྱུ་བྱས་ལ་ས་ཟེར་དགོས་རོགས་ང་ཚོ་ཚང་མ་གི། སྤུ་གུ་བྱིས་པ་ཆུང་ཆུང་ཡན་ཆད་ནས་ཧ་གོ་བསྡད་ཡ་དེ་ལ་ས་ཟེར་དགོས་རོགས་ཡིན་ན་ཡང། བསྟན་བཅོས་ཀྱི་སྐབས་སུ་ས་ཟེར་དུས་དེ་ཙམ་གྱིས་ལ་ངོས་འཛིན་བྱེད་དགོས་རེད་ཟེར་ན་དེ་ཙམ་ལས་ངོས་འཛིན་བྱེད་དགོས་མ་ར་ས་ཞིང་མཁྲེགས་པ་ཐམས་ཅད་ནི་ས་ཡིན་ཟེར་དགོས་ར་ས་ཞིང་མཁྲེགས་པ་ས་ཡི་མཚན་ཉིད། ས་འོག་དང། མཁྲེགས་པོ་ཡོད། ཡོད་བྱ་བ་ཅིག་ཡིན་ནས་བཟུང་སྟེ་ད་ཁོ་ས་ཡི་ཁམས་ཡིན་ས་ཡིན་ཟེར་དགོས་རོ། དེ་ཡིན་པ་སོང་ཙང་འཇིག་རྟེན་ཡོངས་གྲགས་ཀྱི་ས་ངོས་འཛིན་བྱེད་སྟངས་དང། བསྟན་བཅོས་སྐབས་སུ་ས་ངོས་འཛིན་བྱེད་སྟངས་ཏེ་འབྱུང་བ་ལྔ་ཡི་ནང་ནས་འདི་གཉིས་ལ་གནམ་ས་ཀྱི་ཁྱད་པར་དུ་བ་དེ་གཉིས་ཁྱད་པར་ཕྱེད་དགོས་རོ། དེ་ཡིན་པ་སོང་ཙང་ང་རང་ཚོའི་འཇིག་རྟེན་ཡོངས་གྲགས་ཀྱི་སྐབས་སུ་ས་སི་ཏུ་ཀ་སོ། ཁོ་རང་འཇིག་རྟེན་ཡོངས་རྫོགས་ཀྱི་ངོས་འཛིན་བྱེད་སྟངས་ནང་ཞེས་བྱས་ནས་ས་དེའི། བླང་དོར་འཇུག་ལྡོག་བྱེད་སྒོར་རོལ་བ། བསྟན་བཅོས་སྐབས་སུ་ས་ཟེར་དུས་ཡང་བསྟན་བཅོས་སྐབས་སུ་བཤད་ཡག་གི་ས། ས་བཞིན་མཁྲེགས་པ་ཟེར་དེའི་གོ་བ་དེ་གི་ཐོག་ནས་ཡང་བླང་དོར་འཇུག་ལྡོག། བྱེད་དགོས་ཀྱི་ཡོད་རེད་བ། དེ་གཉིས་མ་འདྲེས་པ་བྱེད་དགོས་རེད་བ། འཇིག་རྟེན་ཡོངས་གྲགས་ཀྱི་སྐབས་སུ་ས་བཤད་དུས་བསྟན་བཅོས་སྐབས་ཀྱི་ས་བཞིན་མཁྲེགས་པ་ཟེར་གོ་བ་དེ་ཁྱི་ཡོངས་ནས་གཅིག་བཤད་བསྡད་ན་འགྲིག་གི་ཡོད་མ་རེད། བསྟན་བཅོས་སྐབས་སུ་ས་ཞེས་ཡོང་དུས་ཡང་འཇིག་རྟེན་ཡོངས་གྲགས་ཀྱི་ས་ངོས་འཛིན་བྱེད་སྟངས་དེ་ཁྱེད་འུ་ནས་གོ་བ་བརྒྱབ་དེ་ནས་རྩོད་པ་བརྒྱབ་དེ་ན་འགྲིག་གི་ཡོད་མ་རེད་ཁོ་གཉིས། འགྲོ་ས་འགྲོ་སྟངས་འགྲོ་ལུགས་ཁ་ཁ་ཁ་ཆགས་དེ་ཡོད་རེད་བ་དེ་འདུག་དེ་གཉིས་རྣམ་པར་ཕྱེ་དགོས་ཀྱི་འདུག་བ་དེ་འདུག་བསྟན་བཅོས་སྐབས་སུ་ས་ཟེར་ཡ་དེ་ཁྱབ་ཆེ་བ་ས་ཞིང་མཁྲེགས་པ་ཚང་མ་ལ་ས་ཞེས་བྱ་རེད་བ་དེ་ཡིན་པ་སོང་ཙང་འཇིག་རྟེན་ཡོངས་གྲགས་ཀྱི་ས་དེ་ཡང་བསྟན་བཅོས་སྐབས་ཀྱི་སྐབས་ཀྱི་ས་ཞེས་ས་ཞིང་མཁྲེགས་པ་རྣམས་ལ་འདུ་གི་ཡོད་རེད་དེ། ཡིན་ན་ཡང་བསྟན་བཅོས་སྐབས་ཀྱི་ས་ཞེས་ཡ་དེ་དེ་ལས་ཀྱང་ཁྱབ་ཆེ་བ་ཅན་དེ་ཙམ་མ་ཡིན་པ་ཅི་འོ་དེ་འདྲའི་གོ་དགོས་ཀྱི་འདུག་བ་དེ་ག་ནང་བཞིན་འཇིག་རྟེན་ཡོངས་གྲགས་ཐོག་ལ་ཆུ་ཟེར་དུས་ང་རང་ཚོ་ཏུང་ཡ་ཡ་གི་ཆུ། རྒྱུག་ཆུ་དང་གཙང་ཆུ་དང་གངས་ཆུ་དང་ཆར་བལ་གྱི་ཆུ་ལགས་སོ་བ་ད་ང་རང་ཚོ་ཆུ་ཅིག་ཡོད་བ་དེ་ག་རང་ལ་གོ་དགོས་ར་དེ་ཙམ་ལ་མ་གཏོགས་འཇིག་རྟེན་ཡོངས་གྲགས་ཐོག་ལ་ཆུ་ཟེར་ཡ་གི་ངོས་འཛིན་དེ་མ་གཏོགས་ལ་བྱེད་ཀྱི་ཡོད་མ་རེད་ཡིན་ན་ཡང་བསྟན་བཅོས་ཀྱི་སྐབས་སུ། ཆུ་ཟེར་དུས་ག་རེ་གླེང་ཞེས་བཤད་བ་ཡོད་ཚད་ཚང་མ་ལ་ཆུ་ཡིན་གླེང་ཞེས་བཤད་བ་ཆུ་ཡི་མཚན་ཉིད་ཟེར་ཤར་བ། ཆུ་ཟེར་ན་ག་འདྲ་ཅིག་ལབ་གི་རེད་ཟེར་ན་བསྟན་བཅོས་སྐབས་སུ་གླེང་ཞེས་བཤད་བ་ཚང་མ་ལ་ཆུ་ཤར་ཤར་དེ་ཡིན་པ་སོང་ཙང་བསྟན་བཅོས་སྐབས་ཀྱི་ཆུ་དེ་དཔལ་ཁོ་རང་ཁྱབ་ཆེན་པོ་ཞོལ་གྱི་དུ་བ་འཇིག་རྟེན་ཡོངས་གྲགས་ཀྱི་ཆུ་ཟེར་དེ་དཔལ་ཁྱབ་ཆུང་ཆུང་ཞོལ་གྱི་འོ་དེ་འདྲ་ཅིག་ཆགས་འདུག་གི་དུ་བ་དེ་ག་ནང་བཞིན་མེ་ཟེར་དུས་འཇིག་རྟེན་ཡོངས་གྲགས་ཐོག་ལ་མེ་ཟེར་དུས་དམར་ལྷབ་ལྷབ་ཡལ་འབར་བདེ་བ་ཅིག་ལ་མེ་ཟེར་གི་རོ་བ་མིག་གིས་མཐོང་ཡང་གྱི་དམར་ལྷབ་ལྷབ་འབར་བདེ་བ་ཅིག་ཡིན་ན་ཡང་བསྟན་བཅོས་སྐབས་སུ་མེ་ཟེར་དུས་ཚ་ཞིང་སྲེག་པ་ཡོད་ཚད་ཚང་མ་ལ་ཡང་མེ་ཟེར་ནི་ཐ་སྙད་འཇུག་གོ་མེ་ལབ་གོ་རོ་བ་གཏིང་དཔག་སོང་ཙང་འདི་གཉིས་ཁྱབ་ཆེ་ཆུང་གི་ཁྱད་པར་རྒྱུགས་སོ། དེ་ག་ནང་བཞིན་རླུང་ཟེར་དུས་འཇིག་རྟེན་ཡོངས་གྲགས་དུ་ལ་རླུང་ཟེར་དུས་ཕ་ཚུལ་རྒྱུ་དེ་ཡག་གི། རླུང་དེ་ལ་རླུང་ཟེར་བ། ཡིན་ན་ཡང་བསྟན་བཅོས་ཀྱི་སྐབས་སུ་ཡངས་ཤིང་གཡོ་བ་ཐམས་ཅད་ལ་རླུང་ཟེར་ཤར། དེ་འདུག་ཁོ་གཉིས་ཀྱི་རླུང་ངོས་འཛིན་བྱེད་སྟངས་ཡང་ཁ་ཁ། རླུང་ངོས་འཛིན་བྱེད་སྟངས་དེ་ཡང་ཁྱབ་ཆེ་ཆུང་དུ་བ། དེ་ག་ནང་བཞིན་འཇིག་རྟེན་ཡོངས་གྲགས་ཀྱི་ཐོག་ལ་ནམ་མཁའ་ཟེར་དུས་ནམ་མཁའ་ཡག། ཐོ་ག་ལ་མཐོང་ཡས་ཀྱི་སྔོ་ཚང་ཚང་རྒྱན་ནམ་མཁའ་དེ་ལ་ནམ་མཁའ་ཟེར་ནས་ངོས་འཛིན་བྱེད་དགོས་རོགས། བསྟན་བཅོས་ཀྱི་སྐབས་སུ་ནམ་མཁའ་ཟེར་དུས་དེ་ཙམ་མ་ཡིན་པར་ཡངས་ཤིང་སྒོ་འབྱེད་པ་ཐམས་ཅད་ནམ་མཁའ་ཡིན་ཟེར་རོ། དཔེར་ན་འདི་ན་ཡིན་ན་ཡང་དེ་ནམ་མཁའ་འདུག་ཨ། ཡངས་ཤིང་སྒོ་འབྱེད་པ་ཡོད་པ་སོང་ཙང་ངའི་ལག་པ་ཡག་གཡུག་མ་གཡུག་བྱས་ནས་ཡི་གེ་བྲིས་ཡ་དང་ཚང་མ་བྱ་བ་བྱས་ཡ་འདུག་ཨ། འདི་ཚང་མ་ཡང་ནམ་མཁའ་ཡིན་ཟེར་གི་རོ། བསྟན་བཅོས་ཀྱི་སྐབས་སུ། ཡིན་ན་ཡང་འཇིག་རྟེན་ཡོངས་གྲགས་ཐོག་ལ་དེའི་ཚང་མ་ནམ་མཁའ་ཡིན་ཟེར་ན། གད་མོ་ཤོར་བའི་རེ་བ་དེ་ནམ་མཁའ་མ་ཡིན་ཟེར་གྱི་རེ་བ། དེ་ཁོ་རང་དབྱེ་བ་བྱེད་ནམ་མཁའ་ཟེར་དུས་ཡར་འཛུགས་གུ་ཚུགས་ཀྱི་རེ་བ། དེ་ཡིན་པ་སོང་ཙང་ཁོ་རང་གཉིས་ནམ་བཞག་བྱེད་སྟངས་ཁ་ཁ་ཆགས་འདུག་བ། ནམ་བཞག་བྱེད་སྟངས་ཁ་ཁ་ཡིན་དུས་ཁོ་རང་གཅིག་གིས་གཅིག་ལ་ཕར་ཚུར་གནོད་མོ་གོ་བ་བྱེད་གཅིག་གིས་གཅིག་ལ་ཕར་ཚུར། གར་ཟེར་གོ་རེ། འདྲེ་མོ་ཨོ་ཆེ། ཁོ་རང་ཉིད་རྣམ་པར་ཕྱེ་ནས་འདི་ཁོ་རང་འཇིག་རྟེན་ཡོངས་གྲགས་ཀྱི་ངོས་འཛིན་བྱེད་སྟངས་རེད་ཟེར་ནས་ཕར་བཞག་འདི་བསྟན་བཅོས་ཀྱི་ངོས་འཛིན་བྱེད་སྟངས་རེད་ཟེར་ནས་ཚུར་བཞག་ཨོ་དེ་འདི་བསྟན་བཅོས་ངོས་འཛིན་བསྟན་བཅོས་བཤད་པའི་སྐབས་སུ་ས་ཆུ་མེ་རླུང་ཟེར་ནམ་མཁའ་ཟེར་དུས་ཁོ་རང་གི་ངོས་འཛིན་བྱེད་སྟངས་ནང་བཞག་འཇིག་རྟེན་ཡོངས་གྲགས། འབྱུང་བ་སྔ་ཕྱི་ཡིན་དུས་ཡང་ས་ཆུ་མེ་རླུང་ཁོ་རང་གི་འཇིག་རྟེན་ཡོངས་གྲགས་ཀྱི་ངོས་འཛིན་བྱེད་སྟངས་ནང་བཞིན་བྱས་ནས་སོ་སོ་སོ་སོར་བཞག་བཞག་ན་དེ་ནི་རྙོག་དྲ་ཡོད་པ་མ་རེད་དེ་གཙང་མ་གཙང་ཉག་ཆགས་འགྲོ་དགོས་རེད་བ། དེ་མ་གཏོགས་དེ་ནི་འཇིག་རྟེན་ཡོངས་གྲགས་ཀྱི་ཐོག་ལ་ཆོས་ཟེར་ཡ་དེ་དེ་འདྲ་ཅིག་ངོ། བསྟན་བཅོས་སྐབས་སུ་ཆོས་གླེང་བཞིན་ཤེས་པ་ཟེར་གི་ད་ག་རེ་ཡིན་ན་བསམ་ནས་དེ་ཁོ་གཉིས་འཛིངས་ནས་དེ་མགོ་རྙོག་འགྲོ་བའི་རྒྱུ་མཚན་དེ་དེ་ལ་ཐུག་ར་རྣམ་པར་ཕྱེ་མ་ཐུག་ནས་ཁོ་རང་རྣམ་བཞག་ཁ་ཁ་ཡིན་པ། འགྲོ་སྟངས་འགྲོ་ལུགས་ཁ་ཁ་ཡིན་པ་དེ་ཡག་པོ་ཅིག་ཧ་མ་གོ་མ་ཐུག་དུས་དེ་ཚང་མ་འཁྲུག་འཁྲུག་གི་ཡོད་ར་ད། དེ་ཡིན་དུས་ཙ་ནས་འོ་དེ་འདྲས་ཅིག་ཁེ་སོང་ཨ། དེ་འབྱུང་བ་འབྱུང་བ་ལྔ་པོ་དེ་ལ་ཡིན་ན་ཡང་རྣམ་པ་གཉིས་ལས་གི་འདུག་བ་འཇིག་རྟེན་ཡོངས་གྲགས་ཀྱི་འབྱུང་བ་ལྔ་གཅིག་དང་བསྟན་བཅོས་སྐབས་ཀྱི་འབྱུང་བ་ལྔ། ནི་འདི་ལྟར་ང་རང་ཚོ་ནམ་རྒྱུན་ཤེས་ཡོན་དུས་ལུས་ཀྱི་འབྱུང་བ་བཞི་དྲུག་འདུག་ཟེར་གྱི་འདུག་ང་རང་ཚོའི་གཟུགས་པོ་ནང་ལ་ཡིན་ན་ཡང་འབྱུང་བ་ལྔ་ཡོད། ས་ཡོད་ཆུ་ཡོད་མེ་ཡོད་རླུང་ཡོད་ནམ་མཁའ་ཡོད་ཟེར་དུས་དེ་འབྱུང་བ་ལྔ་ཡོད་རེད་ཟེར་ཏེ། འབྱུང་བ་བཞིས་བསྡུས་པའི་ཕུང་པོའོ་ཟེར་གྱི་འདུག་ས་ཆུ་མེ་རླུང་འབྱུང་བ་བཞི་དེ་ས་ཆུ་མེ་རླུང་དེ་འཁྲུག་ཡོང་དུས་དེ་ང་ཚོའི་ན་ཚ་སྐྱེ་གི་རེད་ཟེར། ང་ཚོའི་གཟུགས་པོ་ནང་ལ་འབྱུང་བ་བཞི་ཡོད་རེད། ཡང་ན་འབྱུང་བ་ལྔ་ཡོད་རེད་ཟེར་དུས། ག་རིགས་ཀྱི་དབང་དུ་བཏང་ཤར་ཟིན་ན་བསྟན་བཅོས་ཀྱི་སྐབས་ཀྱི་བཤད་པའི་འབྱུང་བ་ལྔ་དེ་ཡོད་ཟེར་དགོས་ར་དེ་དེ་ཧ་གོ་ན་བློ་བདེ་བོ་འདུག་ཨ་དེ་མ་གཏོགས་དེ་ནི་ཡང་འཇིག་རྟེན་ཡོངས་གྲགས་ཀྱི་འབྱུང་བ་བཞི་དང་འབྱུང་བ་ལྔ་ཡི་གོ་བ་དེ་ག་རང་གིས་ནུས་དཔེར་ན་འཇིག་རྟེན་ཡོངས་གྲགས་ཐོག་ལ་མེ་ཟེར་དུས་དམར་ལྷབ་ལྷབ་འབར་བ་དེ་ག་རང་གོ་བ་སྐྱེ་ཡོང་ནས་དེ་ནི་ང་ཚོའི་གཟུགས་པོ་ནང་ལ་མེ་ཡོད་རེད་ཟེར་དུས་འབྱུང་བ་ལྔ་ཡོད་རེད་ཟེར་དུས་མེ་ཡོད་དགོས་ར་མེ་ཡོད་རེད་ཟེར་དུས་ད་ག་འདྲའི་དྲ་བོ་ཞིག་ཡིན་ན་ཟེར་ནས་མེ་ཡོད་ན་ད་ཚང་མ་དམར་ལྷབ་ལྷབ་ཀྱི་ནི་ནང་གྲོ་ཚང་མ་ཡང་དོན་ལྔ་སྣོད་གྲོ་ཚང་མ་ཡང་སྲེག་འགྲོ་གོ་བ་དང་འཚིག་འགྲོ་གོ་བ་ཅིག་ཡིན་མི་སྣང་བསམ་དེ་ནི་ཡིད་འཕགས་བསམ་བློ་དང་ཚུལ་བསམ་བློ་དང་མགོ་རྙོག་དེ་ནི་གོ་བ་ཡག་པོ་ཕོག་མ་ཐུབ་པ་དེ་ནི་ཚང་མ་ཡང་འདྲེས་འགྲོ་གི་རོ་བ་ཏི་ཏྲེ་ཆགས་འགྲོ་གི་རེད་འདྲེས་འགྲོ་གི་འདུག་དེ་མ་ཡིན་པ་ཅི་ང་ཚོ་འབྱུང་བ་ང་ཚོ་གི་གཟུགས་པོ་ནང་ལ་འབྱུང་བ་ལྔ་ཡོད་རེད་ཟེར་ཏེ་ས་ཡོད་རེད་ཟེར་དུས་ས་ཞིང་འཁྲེགས་པ་ཡོད་པའི་རྒྱུ་མཚན་གྱིས་ང་ཚོ་ཤ་དང་འདི་རུས་པ་དང་འདི་ཚོ་ཚང་མ་ཡང་ས་ཞིང་འཁྲེགས་པ་རེད་དོ་དེ་ཡོད་པའི་རྒྱུ་མཚན་གྱིས་ས་ཡོད་རེད། རླན་ཞེས་བྱ་བ་ཁྲག་དང་ཆུ་སེར་དང་རྣག་ལ་སོགས་པ་དང་འདི་ཚོ་ཡོད་པའི་རྒྱུ་མཚན་གྱིས་རླན་ཞེས་བྱ་བ་ཡོད་པའི་རྒྱུ་མཚན་གྱིས་ཆུ་ཡོད་རེད། གཟུགས་པོ་དེ་ལ། དྲོད་ཡོད་པའི་རྒྱུ་མཚན་གྱིས་མེ་ཡོད་རེད། ཡང་ཞིག་གཡོ་བ་ང་ཚོ་དབུགས་རྒྱུག་གི་འདུག་བ་དེ་ཡོད་པ་སོང་ཙང་རླུང་ཡོད་རེད། ང་ཚོ་གཟུགས་པོ་དེའི་ནང་ལ། ཡང་ཞིག་མགོ་ཆེ་བ་དེ་ཡོད་པའི་རྒྱུ་མཚན་གྱིས་ནམ་མཁའ་ཡོད་རེད། དེ་བསྟན་བཅོས་སྐབས་སུ་བཤད་སྟངས་ཀྱི་འབྱུང་བ་ལྔ་དེ་ལ་གོ་ཡས་རེད་ཟེར་ན་དེ་དགྲ་བླ་མའི་ཅེས་ནས་བློ་བདེ་བོ་ཅེས་ནས་རྙོག་དྲ་མེད་པ་ཅེས་ཐེ་ཚོམ་མེད་པ་ཅེས་མ་རྟོགས་ལོག་རྟོག་ཐེ་ཚོམ་གང་ཡང་མེད་པ་ཅེས་རང་བཞིན་ཁོ་རང་སེལ་འགྲོ་དགོས་དོགས་མ་རྟོགས་ལོག་རྟོག་ཐེ་ཚོམ་ཚང་མ་འོ་དེ་ནང་བཞིན་འོ་དེ་ནང་བཞིན་ཅེས་ནས་ད་ལྟ་སྐབས་སུ་བབས་པའི་བྱ་བ་ཟེར་ཡ་དེ་ལ་ཡང་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་ངོས་འཛིན་བྱེད་སྟངས་བྱེད་སྟངས་བཏང་བཅོས་སྐབས་ཀྱི་བྱ་བ་ངོས་འཛིན་བྱེད་སྟངས་རྣམ་པ་གཉིས་ཡོད་པ་དེ་མཁྱེན་པ་བྱས་ནས་ཨ་ནི་ང་ཚོ་ད་ལྟ་ད་བཏང་བཅོས་སྐབས་སུ་བྱ་བ་ཟེར་ཡ་དེ་དང་བཏང་བཅོས་སྐབས་སུ་བྱ་ཚིག་ཟེར་ཡ་དེ་འདི་བྱ་ཚིག་དེ་གའི་བསྟན་བྱར་གྱུར་པའི་བྱ་བ་དེ་ག་རེ་རེད་ཟེར་ན་འདི་བྱ་ཚིག་ཟེར་ཡ་དེ་གི་བསྟན་བྱར་གྱུར་པའི་བྱ་བ་དེ་ག་རེད་ཟེར་ན། བཏང་འཇུག་སྐབས་ཀྱི་བྱ་བ་དེ་ལ་གོ་ཡ་རེད་ད། ཟེར་ནས། དེ་ཙམ་ལ་གོ་ཡ། འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་ཙམ་ལ་གོ་ཡ་མ་རེད། བཏང་འཇུག་སྐབས་ཀྱི་བྱ་བ། ལ་གོ་ཡ་རེད་ཟེར་ནས། བཏང་འཇུག་སྐབས་ཀྱི་བྱ་བ་དེ་ལ། ཉི་མ་ཤར་བ་དེའང་བྱ་བ་རེད། ཉི་མ་ནུབ་པ་དེའང་བྱ་བ་རེད། ཆུ་འཁོལ་བ་དེའང་བྱ་བ་རེད། མེ་འབར་བ་དེའང་བྱ་བ་རེད། ཡར་ལངས་བ་དེའང་བྱ་བ་རེད། ཉལ་བདེ་བ་དེའང་བྱ་བ་རེད། གཉིད་ཁུག་བ་ཡང་བྱ་བ་རེད། རྨི་ལམ་རྨིས་པ་དེའང་བྱ་བ་རེད། ད། མདོར་ན། འདི་ཚོ་རྩ་སྐྱེས་པ་ཚང་མ་ལོ་མ་རླུང་གིས་གཡོ་བ་དེ་ཡང་བྱ་བ་རེད་ཟེར། ད་འདི་ཚོ་ཆ་ཚང་ཡང་བྱ་བ་ཡིན་པ་ཅིག་བཏང་འཇུག་སྐབས་སུ་བཤད་དེ་གོ། དེ་ས་ནི་བཏང་འཇུག་སྐབས་ཀྱི་བྱ་བ་ཟེར་ཏེ་དེས་ཁྱབ་ཆེ་བ་དང་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་ཟེར་ཏེ་ཁྱབ་ཆུང་བ། འོ་དེ་འདྲའི་གི་རྣམ་གཞག་དེ་ཡོད་བ་ཧ་གོ་སོང་བ་ཡིན་ན། དེ་ནི་ལོ་དེ་བོ་ཅན། མ་གཏོགས་ལོ་ཏོག་ཐེ་ཚོམ་མེད་པ་ཅན། དེ་ནི་དེ་ལ་ཉིད་དུ་བཏང་འཇུག་སྐབས་ཀྱི་བྱ་བ་ཟེར་དེ་ལ་གོ་བ་ཡག་པོ་ཅིག་ཕོག་ཐུབ་ཀྱི་ཡོད། དེ་ནི་བཏང་འཇུག་སྐབས་ཀྱི་བྱ་བ་དེ་ལ་གོ་བ་ཡག་པོ་ཅིག་ཕོག་ཐུབ་ན། བཏང་འཇུག་སྐབས་སུ་བཤད་ཀྱི་བྱ་ཚིག་དེ་ལ་གོ་བ་ཡག་པོ་ཅིག་ཕོག་ཐུབ་ཀྱི་རེད། ཨོ་དེ་འབྲེལ་གྱི་ཁྱད་པར་དུ་བ་དེ་འདུས་འདི་དཔེ་དེ་སློབ་དཔོན་དབྱིག་གཉེན་གྱིས། མངོན་པ་མཛོད་ནང་ལ་གསུངས་བྱ་རྒྱུ་གྱི་དཔེ་དེ་གི་ཐོག་ནས་ཨ་འདས་ལ་འདི་གནད་འགག་སྟེ། དང་པོ་འབྱུང་ས་གི་དཔེ་བལྟ་ས་དེ་དེ་ནས་མ་སླེབས་སྐྱོར་རེ་ད་ཨོ་དེ་འབྲེལ་གྱི་ཡོད་ཟེར་ནས། ད། ད་ལྟ་སྐབས་སུ་བབས་པའི་གི་གནད་འགག་གཙོ་བོ་དེ་མཁྱེན་དགོས་ཡ་དེ་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་དང་རྟགས་འཇུག་གི་བྱ་བ་གཉིས་ཀྱི་ཁྱད་པར་དེ་མཁྱེན་དགོས་ཡ་དེ་གལ་ཆེན་པོ་རེད་བ་ད་ད་ལྟ་གོང་དུ། འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་དང་རྟགས་འཇུག་སྐབས་ཀྱི་བྱ་བ་གི་ཁྱད་པར་དེ་རོབ་ཙམ་གྱིས་གང་ལ་གང་འཚམ་ཞིག་ཞུས་ཡོད། ད་དུས་འདི་གནད་འགག་ཆེན་པོ་ཡིན་པ་སོང་ཙང་ད་དུས་གསལ་དུ་བཏང་ན། འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་ཟེར་ཡ་འདི་གང་འདྲི་ཅིག་ལ་ཡོད་རེད་ཟེར་ན། ད། སྲོག་དང་ལྡན་པ། སྲོག་ལྡན། ཡང་ན་ག་རེད་ཟེར་ན་སེམས་དང་ལྡན་པ། སེམས་ལྡན། རེད་བ་སེམས་དང་ལྡན་པ། ཡང་ན་ད་བདེན་དང་ཅན་གཉིས་དོན་དང་གཅིག་པ་རེད་བ་སེམས་ཅན། དེ་འདྲའི་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་དེ་ཡོད་ན་ག་འདྲའི་རེ་བ་ཅིག་ལ་ཡོད་དགོས་རེད་ཟེར་ན་སྲོག་དང་ལྡན་པའི་གང་ཟག་ཅིག་ལ། སེམས་དང་ལྡན་པའི་གང་ཟག་ཅིག་ལ་བྱ་བ་ཡོད་རེད་ཟེར་གྱི་རེ་བ་འཇིག་རྟེན་ཡོངས་གྲགས་ཐོག་ལ་ཡིན་ན། སེམས་དང་ལྡན་པའི་གི་བྱ་བ། སེམས་དང་ལྡན་པའམ་སྲོག་དང་ལྡན་པའི་གི་གང་ཟག་ཅིག་གི་སྟེང་དུ་བྱ་བ་བྱ་དགོས་རེ་བ་བྱ་བ་ཡིན་ན། དེ་བྱ་དགོས་རེ་བ་མ་གཏོགས་སེམས་མེད་པ། སེམས་མེད་པ། སྲོག་དང་མི་ལྡན་པ། སེམས་མེད། སེམས་མེད་བེམ་པོ་ཡོད་རེད་བ་སེམས་མེད་བེམ་པོ། སེམས་མེད་པ། སྲོག་མེད་པ་སྲོག་དང་མི་ལྡན་པ་སེམས་མེད་པ། སེམས་མེད་པའི་བེམ་པོ་གི་སྟེང་དུ་བྱ་བ་ཡོད་ཟེར་ནས་འཇིག་རྟེན་ཡོངས་གྲགས་ཐོག་ལ་རྩ་བ་ཉིད་ནས་བཤད་གི་མ་རེད་བ། འཇིག་རྟེན་ཡོངས་གྲགས་ཐོག་ལ་སེམས་མེད་པའི་བེམ་པོའི་སྟེང་དུ་བྱ་བ་ཡོད་རེད་ཟེར་ན་དེ་ནི་ཡང། གད་མོ་ཤོར་གི་རེད་བ། དེ་ཡིན་པ་སོང་ཙང་དེ་ལོག་གི་ཡོད་མ་རེད། དེ་འདུག། འཇིག་རྟེན་ཡོངས་གྲགས་ཀྱི་ཐོག་ལ་དཔེར་ན་སེམས་མེད་པ་ག་རེ་རེད་ལོ་མ་འདྲ་བོ། ལོ་མ་རོ་ཤིང་གི་ལོ་མ་ཡོད་རོ། ཤིང་གི་ལོ་མ་དེ་སེམས་མེད་པར་རོ། དེ་ག་ནང་བཞིན་ཅིང་འདི་དཀར་པང་དེ་སེམས་མེད་པར་རོ་བེམ་པོ་རོ། འདི་སྨྱུ་གུ་དེ་ཡང་བེམ་པོ་རོ། འདི་དེབ་དེ་ཡང་བེམ་པོ་རོ། འདི་ཡི་གེ་དེ་ཡང་བེམ་པོ་རེ། འདི་གློག་དེ་ཁང་པ་དེ་རླུང་འཁོར་དེ། འདི་པར་ཆས་དེ། དེ་ག་ནང་བཞིན་འདི་ནམ་མཁའི་གི་ཉི་མ་དེ་ནམ་མཁའི་གི་ཟླ་བ་དེ། འོ་དེ་ག་ནང་བཞིན་ས་ཆུ་མེ་རླུང་ནམ་མཁའ་ལ་སོགས་པ། དེ་དུས་དེ་ལྟ་བུའི་རི་ར་བ་བྲག་ཁང་ཁྱིམ་ལ་སོགས་པ་ཁང་པ་ལ་སོགས་པ་ལྟ་དེ་ཚོ་ཆ་ཚང་སེམས་མེད་པར་བེམ་པོར་རོ། དེ་དུས་བེམ་པོ་གི་སྟེང་དུ་དེ་ཚོ་གི་སྟེང་དུ་བྱ་བ་རྩ་བ་ཉིད་ནི་ཡོད་མ་རེད་ཟེར་ནས་ཡོད་མེད་ཀྱི་བྱ་བ་བཅད་ར་གོ་ར་མི་བྱེད་པ་བྱས་ནས་མེད་པ་ཞི་ཤ་བྱེད་དགོས་རོ་བ་དེ་ཚོ་བེམ་པོ་གི་སྟེང་དུ་བྱ་བ་ཡོད་མ་རེད་ཟེར་གི་རོ་བ། བྱ་བ་ཡོད་ན་ག་རེ་གི་སྟེང་དུ་ཡོད་ཟེར་ན་སྲོག་དང་ལྡན་པ་གང་ཟག་ཅིག་སེམས་ལྡན་ཅིག་སེམས་ཅན་གྱི་སེམས་ལྡན་གྱི་སྟེང་དུ་བྱ་བ་ཡོད། འཇིག་རྟེན་ཡོངས་གྲགས་ཐོག་ལ་རི་དྭགས་བྱ་བ་ངོས་འཛིན་བྱེད་དང་སེམས་ལྡན་དང་སྲོག་དང་ལྡན་པ་དེའི་ནང་ནས་ཡང། ཨ་ནི། གང་ཟག་དེའི་ནང་ནས་ཡང་མི་གཅིག་དགེ་སོ། ཡིད་དོ། མི་དེའི་སེམས་དང་ལྡན་པར་རོ་སྲོག་དང་ལྡན་པར་རོ་མིའི་སྟེང་དུ་བྱ་བ་ཡོད། ཨ་ནི། ད་མི་མ་ཡིན་པ་ག་རེ་འགྲོ་བ་རིགས་དྲུག་ཡོད་རོ་དུད་འགྲོ་ལྟ་བུ། དཔེར་ན་དུད་འགྲོ་སྐྱིད་དང་ཞི་མི། སྟག་དང་གཟིག་དང་དོམ་དང་དྲེད་མོང་ལ་སོགས་པ། དེ་ཚོ་དུད་འགྲོ་གི་སྟེང་དུ་བྱ་བ་ཡོད་ཟེར་གི་མ་རོ། དུད་འགྲོ་ལ་བྱ་བ་ཁྱི་ལ་བྱ་བ་ཡོད་རེད་ཟེར་གི་མ་རེད། ཞི་མི་ལ་བྱ་བ་ཡོད་རེད་ཟེར་གི་མ་རེད། རླངས་འཁོར་ལ་བྱ་བ་ཡོད་ཟེར་གི་མ་རེད་བ་ཕྱུགས་ལ་བྱ་བ་ཡོད་ཟེར་གི་མ་རེད་བ་འཇིག་རྟེན་ཡོངས་གྲགས་ཐོག་ལ་ཁོ་ལ་བྱ་བ་ཡོད་མེད་སྐད་ཆ་ཅིག་ཁོ་ལ་བྱ་བ་མེད་པ་ཞེ་ཆགས་ཅིག་རེད་བ། ད་བྱ་བ་ཡོད་པ་དེ་ཡང། སྲོག་ལྡན་སེམས་ལྡན་ནང་ནས་ཡང་མི་ལ་བྱ་བ་ཡོད། མི་ང་རང་ཚོ་མི། མི་ཟེར་དུས་ང་རང་ཚོ་རེད་བ་ད་ང་རང་ཚོ་སྨྲ་ཤེས་སྟོན་དགོས་ང་རང་ཚོ་མི་ཡིན་ཟེར་གི་རེད་བ། མི་དང་དེ་ག་ནང་བཞིན་ལྷ་ལ་བཞག་ན་ཡང་འགྲིག་གི་འདུག་བ། དེ་འདུག་མཐོ་རིས་ཀྱི། ལྷ་དང་མི་དང་ལྷ་མ་ཡིན་དེ་གསུམ་པོ་ལ་བྱ་བ་ཡོད་རེད་བ།

དེ་བྱ་བ་དེ་བྱེད་བཞིན་པའི་སྐབས་སུ་ཁོ་མི་དེ་ལ་བྱ་བ་ཡོད་ཟེར་གི་རེད་ད་ང་ལས་ཀ་བྱེད་བཞིན་པ་ཡིན་བྱ་བ་བྱེད་བཞིན་པ་ཡིན་ད་ང་བྲེལ་ལ་ཡོད་ད་ཟེར་གི་རེད་བ་ད་ཁོ་ནང་ལ་སླེབས་ཚར་ནས། ཁ་ལག་ཟ་ན་རེད་དེད་ན་རེད་བཏུང་ན་རེད་སྐད་ཆ་བཤད་ན་རེད་ཉལ་དེད་ན་རེད་གར་བྱེད་ན་ད་ཁོ་ལ་བྱ་བ་མེད་ཟེར་གི་རེད་བ་ད་ང་ལས་ཀ་ཚར་ཚར་ཡིན། ཚུར་ལོག་ལེ་གི་རེད་ལས་ཀ་ཚར་ཚར་ཡིན་ད་ང་ལས་ཀ་མེད་ད་ང་དུས་ཚོད་སྟོང་པ་ཡིན་ང་ཁོམ་པ་ཡོད་ཟེར་གི་རེད་བ་བྱ་བ་མེད་ཟེར་གི་རེད་དེ་དུས་ང་རང་ཚོ་མི་ཡིན་པ་ཡིན་ན་ཡང་བྱ་བ་ཡོད་པའི་སྐབས་ཀྱི་དང་བྱ་བ་མེད་པའི་སྐབས་ཟེར་ནས་ཁོ་འཇིག་རྟེན་ཡོངས་གྲགས་ཐོག་ལ་དེ་འདྲ་གི་བཤད་ཡ་བྱ་བ་ཟད་དེ་ངོས་འཛིན་བྱས་ཡོང་དུས་དེ་འདྲ་ཅིག་གི་ཐོག་ནས་ངོས་འཛིན་བྱེད་དགོས་རེད་བ། འཇིག་རྟེན་ཡོངས་གྲགས་ཐོག་ལ་དེང་སང་འཛམ་བུ་གླིང་གི་དབང་དུ་བཏང་ན་ཡང། ཉི་མ་གཅིག་ལ་ཆུ་ཚོད་བརྒྱད་བྱ་བ་བྱེད་ཀྱི་ཡོད། ལས་ཀ་བྱེད་ཀྱི་ཡོད་ཟེར་གི་རེད་བ། ད་ཆུ་ཚོད་བརྒྱད་སྤྱི་ཡོངས་ཀྱི་དབང་དུ་བཏང་ན། ཆུ་ཚོད་བརྒྱད་བྱ་བ་བྱེད་ཀྱི་ཡོད། ཆུ་ཚོད་བརྒྱད་མ་ཡིན་པ་ཆང་ཚང་ང། དུས་ཚོད་སྟོང་པ་ཡིན་བྱ་བ་མེད་ཟེར་གི་རེད་བ། བྱ་བ་ཡོད་པའི་སྐབས་དང་བྱ་བ་མེད་པའི་སྐབས། འོ་དེ་འདྲ་བྱ་ཡས་འདུག་བ། དེ་ཡིན་པ་སོང་ཙང་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་ཟད་དེ་ཁྱབ་ཆུང་ཆུང་ཞུ་ཅིག་དེ་ཚོ་ཨ་འོ་དེ་འདྲས་ཅིག་ད་དེ་ཤེས་གོ་ཡ་མི་འདུག་ད་ལྟ་ངོ་སྤྲོད་ད་གང་ཚོ་འདི་ལ་གོ་བ་ཡག་པོ་བ་ཅིག་འདི་ཚོ་ཚང་མ་མཁྱེན་མཁན་པར་ང་རང་ཚོ་མ་ཤེས་པ་ཅི་གང་ཡོད་ཡིན་ན་ཡང་ཏང་ཆོས་སྐབས་ཀྱི་བྱ་བ་ཟད་དེ་དེ་ཙམ་རེད་བས་ཟེར་ན་མ་རེད་ཏང་ཆོས་སྐབས་ཀྱི་བྱ་བ་ཟད་དེ་སྲོག་དང་ལྡན་པ་དང་སྲོག་དང་མི་ལྡན་པ་གཉིས་ཀ་ལ་ཡོད། སྲོག་དང། སེམས་དང་ལྡན་པ་དང་སེམས་དང་མི་ལྡན་པ་གཉིས་ཀ་ལ་ཡོད། སེམས་ཅན། སེམས་དང་ལྡན་པའི་སེམས་ཅན་དང་སེམས་དང་མི་ལྡན་པའི། བེམ་པོ། རི་ར་བ་བྲག་གངས་ཁྱིམ་ལ་སོགས་པ་ཚང་མ་གི་སྟེང་དུ་བྱ་བ་ཡོད། ཟེར་ནས། འདིའི་འདུས་རྩ་ནི། འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་དང་ཁྱད་པར་ཤོར་སོགས་དང་ཁོ་གཉིས་ལ་ཁྱད་པར་དུ་བ། འཇིག་རྟེན་ཡོངས་གྲགས་ཐོག་ལ་ཡིན་ན་བྱ་བ་བསལ་ཏེ་སྲོག་ལྡན་ལ་མ་གཏོགས་སྲོག་དང་མི་ལྡན་པའི་བེམ་པོའི་སྟེང་དུ་བྱ་བ་མེད་ཟེར་བ། ཡིན་ནའི་བཏང་འཇུག་སྐབས་ཀྱི་བྱ་བ་དེ་སྲོག་དང་མི་ལྡན་པ་བེམ་པོ་གི་སྟེང་དུ་ཡང་ཡོད། སྲོག་དང་ལྡན་པའི་སྟེང་དུ་ཡོད་པར་མ་ཟད། དེ་ག་ནང་བཞིན་བྱས་ནས་མིའི་སྟེང་དུ་བྱ་བ་ཡོད་པར་མ་ཟད་དུད་འགྲོ་ཐམས་ཅད་ཀྱི་སྟེང་དུ་ཡང་བྱ་བ་ཡོད། འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ཀྱི་སྟེང་དུ་གང་ཟག་ཡིན་ཚད་ཐམས་ཅད་ཁྱི་ཡི་ཤི་མིན་དུད་འགྲོ་ལ་སོགས་པ་སུ་དང་སུ་འདྲ་ཅིག་ན་ཡིན་ཚང་མ་གི་སྟེང་དུ་བྱ་བ་ཡོད། བཏང་ཆོས་སྐབས་ཀྱི་བྱ་བ་དེ་ད་དེ་འདྲས་བཞག་གོ་རོགས་ཨ། སེམས་ལྡན་དང་སེམས་ལྡན་མ་ཡིན་པ་ཚང་མ་གི་སྟེང་དུ་བྱ་བ་ཡོད། དཔེར་ན་ལོ་མ་འདྲ་བོ་ཡིན་ན་ལོ་མ་གཡོ་བ། དེ་འདྲས་བཤད་གི་རོགས་ཨ་ང་རག་ཚོ། ལོ་མ་དེ་རླུང་གིས་གཡོ་བ་ཡིན་ན་གཡོ་བ་དེ། གཡོ་བ་དེ་བྱ་བ་བཞག་ཡོད་རེད་ད་བཏང་རྒྱུའི་སྐབས་སུ་བྱ་བ་བཞག་ར་བྱ་བ་དེ་གང་གི་སྟེང་དུ་ཡོད་རེད་ལོ་མ་གི་སྟེང་དུ་ཡོད་རེད་བ་དེ་མ་སོང་ཚ་ལོ་མ་ལ་བྱ་བ་ཡོད་ཟེར་རེད་དེ་ག་ནང་བཞིན་ད་ཀྱི་གོང་དུ་ཞུས་པ་ནང་བཞིན་ཉི་མ་ཤར་བ་ཟེར་རེད་བ་ཉི་མ་ཤར་བ་ཟེར་དུས་ཤར་བ་དེ་བྱ་བ་རེད་བ་བཏང་རྒྱུའི་སྐབས་སུ་བྱ་བ་དེ་གང་གི་སྟེང་དུ་ཡོད་ཉི་མ་གི་སྟེང་དུ་ཡོད་རེད་བ་ཉི་མ་དེ་སྲོག་དང་ལྡན་པ་མ་རེད་སེམས་ཅན་མ་རེད་བ་ཉི་མ་དེ་ཁོ་ནམ་མཁའ་ལ་འདུག་བ། ཨོ་དེ་ག་ནང་བཞིན་བྱས་ནས་རྩ་སྐྱེས་པ་ཟིན་བདག་གི་གོང་དུ་ཞུས་ཡོད་བ། རྩ་སྐྱེས་པ་ཟིན་དུས་སྐྱེས་པ་དེ་བྱ་བ་ར་བ་སྐྱེ་བ་དེ་བྱ་བ་བཏང་རྒྱུ་སྐབས་སུ། ད་དེ་སྐྱེས་པ་དེ་གང་གི་སྟེང་དུ་ཡོད་རེད་རྩ་ཡི་སྟེང་དུ་ཡོད་རེད་བ། དེ་རྩ་དེ་སྲོག་ལྡན་མ་རེད་བ། སྲོག་དང་མི་ལྡན་པ་བེམ་པོ་ཆགས་འདི་ཡོད་རེད་བ། དེ་དུས། བེམ་པོ་རྩ་ཡི་སྟེང་དུ་ཡིན་ན་ཡང་བྱ་བ་ཡོད་ཟེར། རྩ་ལ་ཡང་བྱ་བ་ཡོད། དེ་ག་ནང་བཞིན་མེ་འབར་ཟིན་དུས་འབར་བ་དེ་མེ། བེམ་པོ་རེད་བ། མེ་ལ་ཡང་བྱ་བ་ཡོད། ཆུ་ལ་ཡང་བྱ་བ་ཡོད། རླུང་ལ་ཡང་བྱ་བ་ཡོད། ད་དེ་དུས་ཟ་ནི། བཏང་རྒྱུ་སྐབས་སུ་དབང་དུ་བཏང་ན། མདོར་ན། བྱ་བ་མེད་པའི་གི། དངོས་པོ་གཅིག་རྩ་བ་ཉིད་ནས་བཞག་ཡ་མེད། དངོས་པོ་གཅིག་ཡིན་ཚ་ནས་བཟུང་སྟེ། ཁྱོད་རང་གི་སྟེང་དུ་བྱ་བ་བཞག་ཡ་ཡོད། ཁྱོད་ལ་བྱ་བ་ཡོད། ལབ་པར། དེ་འདུག་སོ་སོ་གི་དངོས་པོ་གར་གཏོང་དང་འདི་སྨྱུ་གུ་དེ་ལ་ཡང་བྱ་བ་ཡོད། འདི་དེབ་ལ་ཡང་བྱ་བ་ཡོད། འདི་དཀར་པང་ལ་ཡང་བྱ་བ་ཡོད། འདི་ཡི་གེ་ལ་འདི་གློག་དང་ཚང་མ་ལ། ད་མདོར་ན། རི་ར་བ་བྲག་གངས་ཅན་ལ་སོགས་དངོས་པོ་ག་འདྲས་ཅིག་ཡིན་ན་ཡང། སྲོག་དང་ལྡན་པའི་དངོས་པོ་དང་སྲོག་དང་མི་ལྡན་པའི་དངོས་པོ་ག་འདྲས་ཅིག་ཡིན་ན་ཚང་མ་གི་སྟེང་དུ་བྱ་བ་བཞག་ཡ་ཡོད། བཏང་ཆུའི་སྐབས་སུ་བྱ་བ་ཟད་དེ། ད་དེའི་དུས་བཏང་ཆུའི་སྐབས་ཀྱི་བྱ་བ་དེ་གི་མ་ཁྱབ་པར་མི་འདུག་བ། བཏང་ཆུ་སྐབས་ཀྱི། བྱ་བ་དེ་གས་མ་ཁྱབ་པ་རྩ་བ་ཉིད་ནས་བྱ་ཡ་མ་རྟགས་དངོས་མེད་འདྲ་བོ། འདུས་མ་བྱས་དངོས་མེད་འདྲ་བོ་ཅིག་ཡིན་པ་ཡིན་ན་མ་གཏོགས་རྟགས་དངོས་པོ་ཅིག་ཡིན་ཚར་ནས་བཟུང་སྟེ་ཨཱ་ནི་བཏང་ཆུ་སྐབས་ཀྱི་བྱ་བ་གས་མ་ཁྱབ་པ་རྩ་བ་ནས་ཡོད་མར་ཚང་མ་ལ་ཁྱབ་ཀྱི་ཡོད། དེའི་འདུས་ཚ་ནི་གོ། སྲོག་དང་ལྡན་པ་དང་སྲོག་དང་མི་ལྡན་པ། སེམས་དང་ལྡན་པ་དང་སེམས་དང་མི་ལྡན་པའི་ཀྱི་ཐོག་ནས་དབང་དུ་བཏང་ན་ཡང་འདི་གཉིས་ལ་ཁྱད་པར་དུ་བ། འཇིག་རྟེན་སྐབས་ཀྱི་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་དེ་སྲོག་ལྡན་ཁོ་ན་ལ་ཡོད་རེད། བཏང་ཆུ་སྐབས་ཀྱི་བྱ་བ་དེ་སྲོག་ལྡན་དང་སྲོག་ལྡན་མ་ཡིན་པ་གཉིས་ཀ། ཚང་མ་ལ་ཁྱབ་ཀྱི་ཡོད། ད། འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་དེ། སྲོག་དང་ལྡན་པའི་ནང་ནས་ཡང་མི་ལ་མ་གཏོགས་དུད་འགྲོ་ལ་ཡོད་མ་རེད་བ། ཡིན་ན་ཡང་བཏང་འབྱོར་སྐབས་ཀྱི་བྱ་བ་དེ་མི་ལ་ཡང་ཡོད་ལ་དུད་འགྲོ་ལ་ཡང་ཡོད། གཉིས་ཀ་ལ་དུ་བ། དེ་དུད་འགྲོ་ཆ་ཚང་ལ་ཡང་བྱ་བ་ཡོད། ཨ་ནི་ཡང། མིའི་ནང་ལ་ཡང་ང་རང་ཚོ། འཇིག་རྟེན་ཡོངས་གྲགས་ཀྱི་དབང་དུ་བཏང་དུས་མི་ལ་ཡང་བྱ་བ་ཡོད་པའི་སྐབས་དང་བྱ་བ་མེད་པའི་སྐབས་གཉིས་བྱ་ཡ་དུ་བ། ཡིན་ན་ཡང་བཏང་འབྱོར་སྐབས་སུ་ག་འདྲའི། ག་འདྲའི་རེད་སམ་དེ་འདྲའི་རེད་བས་སམ་ན་དེ་འདྲའི་མ་ཡིན་པ་བྱེད། མི་ཇི་ཡིན་ཚང་ནས་སོང་སྟེ་ཁྱོད་ལ་བྱ་བ་མེད་པའི་སྐབས་རྩ་བ་ཉིད་ནས་མེད།

དེ་ལས་ཀ་མེད་ན། དེ་འཇིག་རྟེན་ཡོངས་གྲགས་ཀྱི་ཐ་སྙད་དེ་རེད་བ། ལས་ཀ་མེད་ན་དེ་སོ་སོ་འཚོ་བ་དེ་སྐྱེལ་ཐུབ་ཀྱི་མ་རེད་འཚོ་བ་གི་ཡོང་འབབ་ཡོད་མ་རེད་འཚོ་བ་སྐྱེལ་མ་ཐུབ་དུས་འཚོ་བ་ལ་ཕན་ཐོགས་གི་མི་འདུག་བ། དེའི་མ་ཚོང་ས་ལས་མེད་ཟེར་ཡ་གི་སྐད་ཆ་དེ་གླེ་ཡོད་རེད་འཇིག་རྟེན་ཡོངས་གྲགས་ཐོག་ལ་ལས་མེད་ཀྱི་མི་ཡོད་རེད་ལས་ཀ་མེད་པའི་མི་ཡོད་རེད་བྱ་བ་མེད་མི་ཡིན་ན་ཡང་ཏང་འཇུག་གི་དབང་དུ་བཏང་ན་ལས་མེད་ཡོད་རེད་བས་ཟེར་ན་ལས་མེད་གཞི་གྲུབ་ཀྱི་མ་རེད་མཁྱེན་སོང་བ། ལས་མེད་ཀྱི་མི་དང་གཞི་མ་གྲུབ་པའང་ཟེར་ལས་མེད་ཀྱི་དངོས་པོ་གྱི་རྩ་བ་ཉིད་གཞི་གྲུབ་མ་རེད་ཏང་འཇུག་སྐབས་སུ་ལས་མེད་ཀྱི་མི་ཡོད་བ་མ་རེད་ཏང་མི་ཡིན་ཚར་ནས་བཟུང་ཁྱོད་ལ་ལས་ཀ་ཡོད་རེད་ག་དུས་ཡིན་ན་ལས་ཀ་ཡོད་པ་དེ་ཡང་ག་རེད། ལས་ཀ་ཡོད་པའི་སྐབས་དང་ལས་ཀ་མེད་པའི་སྐབས་དེ་འདྲ་མ་ཡིན་པ་བཅས་སོ་སོ་ང་རང་ཚོ་སོ་སོ་འདྲ་བོ་ཡིན་པ་ཡིན་ན་ཞོགས་པ་གཉིད་སད་ནས་བཟུང་སྟེ་དགོང་མོ་གཉིད་ལ་འགྲོ་ནས་རྨི་ལམ་བཏང་ན་འདྲ་དེའི་བར་དུ་ཆུ་ཚོད་ཉི་ཤུ་རྩ་བཞི། ཉིན་ཞག་ཕྲུག་གཅིག། ཞག་པོ་གཅིག་ཆུ་ཚོད་ཉི་ཤུ་རྩ་བཞི། ཆུ་ཚོད་ཉི་ཤུ་རྩ་བཞི་རིང་ཆ་ཚང་ལ་བྱ་བ་མེད་པའི་སྐབས་ཅིག་རྩ་བ་ཉིད་ནས་སྲིད་ཀྱི་མེད། བྱ་བ་ཡོད་ཡོད་པ་བྱས་བྱ་བ་གཅིག་གི་རྗེས་ལ་གཅིག་གཅིག་གི་རྗེས་ལ་གཅིག་བྱས་ནས་བྱ་བ་ཡོད་ཡོད་པ་བྱས་གལ་སོང། དེའི་དུས་ད་ནི་བཏང་ཆུའི་སྐབས་སུ་ག་རེ་འདུག་ལས་མེད་རྩ་བ་ཉིད་ནས་མི་སྲིད་པ། དེ་ཡང་བྱ་བ་མེད་པའི་སྐབས་ཡང་མི་སྲིད་པ། བྱ་བ་མེད་པའི་སྐར་ཆ་གཅིག་ཡང་མི་སྲིད་པ། ང་རང་ཚོ་མི་རེད་ད་མི་མི་ཞེས་བྱ་བཞིན་ད་མི་ལ་མི་ད་ལྟ་འདི་གཉིས་གྲངས་ནས་བཤད་དགོས་རོགས་ལྟོ་སྦྱར་ནས་བཤད་དགོས་ཤེས་འོང་དུས། འཇིག་རྟེན་ཡོངས་གྲགས་ཀྱི་སྐབས་སུ་མི་དེ་ལ་ཡང་བྱ་བ་ཡོད་པའི་སྐབས་དང་བྱ་བ་མེད་པའི་སྐབས་འདུ་བ། བྱ་བ་གཙང་ནི་མེད་པའི་མི་ཡང་ཡོད་ཟེར། ལས་མེད་ཀྱི་མི་དེ་ཚོ་བྱ་བ་གཙང་གཉིས་ནི་མེད་ཆགས་འདོད། ད་ཡང་བྱ་བ་ཡོད་ན་ཡང་བྱ་བ་ཡོད་མཁན་དེ་ལ་ཡང་ཆུ་ཚོད་བརྒྱད་བྱ་བ་ཡོད་ལ་དེའི་ལྷག་མ་དེ་བྱ་བ་མེད་པའི་སྐབས་ཟེར་ནས་གཉིས་བཤད་དོ། ཡིན་ན་ཡང་བཏང་ཆུ་སྐབས་ཀྱི་བྱ་བ་དེ་བཤད་ཡོང་དུས་མི་ཡིན་ན་ཡང་བྱ་བ་ཡོད་པའི་སྐབས་དང་བྱ་བ་མེད་པའི་སྐབས་ཟེར་ནས་རྣམ་པ་གཉིས་ཆད་ཡ་རྩ་བ་ཉིད་ནས་མེད། ཞོགས་པ། ཡར་ལངས་ནས་སུ་འདོད་གོང་མ་མོ་མ་ཉལ་བར་དུ་ཆུ་ཚོད་ཉི་ཤུ་རྩ་བཞི་ཚང་མ་ལ་བྱ་བ་ཡོད་ཡོད་པ་བྱས་ནས་མཐར་ཆགས་སུ་ཆུ་ཡི་གཉེར་མ་ན་ཞིག་བྱ་བ་ཡོད། འོ་དེ་འདྲའི་ཞིག་གི་ཐོག་ནས། ཁྱད་པར་ཅིག། ཅེས་སོང་བ་ཡིན་ན། གང་འདྲི་ཅི་དུ། འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་ཟེར་ཏེ་གང་འདྲི་ཅི་ལ་གོ་དགོས་འདུག་བཏང་འབྱོར་སྐབས་ཀྱི་བྱ་བ་ཟེར་ཏེ་གང་འདྲི་ཅི་ལ་གོ་དགོས་འདུག་འོ་ཧོ་དེ་གའི་ཁྱད་པར་དེ་ཡང་ཧ་གོ་ཐུབ་ཀྱི་འདུག་ད་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་དང་བཏང་འབྱོར་གྱི་བྱ་བ་དེ་ཡང་ཁྱད་པར་ཅིག་ཞུས་ཡོད་པ། དེ་ཡང་ནང་བཞིན་བྱས་ནས་ད། འཇིག་རྟེན་ཡོངས་གྲགས་ཀྱི་ག་སོ་བཏང་འབྱོར་སྐབས་ཀྱི་བྱ་བ་དེ་བཤད་ཡོང་དུས་ད་ང་རང་ཚོ་མི་གཅིག་ཡིན་ན་ཡང་བྱ་བ་མེད་པའི་གི་སྐབས་རྩ་བ་ཉིད་ནས་མེད་ཟེར་ཏེ་ད་ལྟ་གོང་དུ་ཞུས་ཡོད་བ། དེ་ཡིན་དུས། དཔེར་ན། ངར་ཚོ་ཞོགས་པ་གཉིད་སད་ཡོང་གི་རོ། གཉིད་སད་པ་དེ་དང་པོ། གཉིད་སད་པ་དེ་རོ། གཉིད་སད་པ་དེ། ཞོགས་པ་གཉིད་ལས་སད་པ། འདི་ནས་འགོ་རྩུབ་པའི་དབང་དུ་བཏང་ན། འདི་ག་རེ་ཟེར་ན་གཉིད་སད་པ་དེ་ག་རེ་ཟེར་ན་འཇིག་རྟེན་ཡོངས་གྲགས་ཀྱི་དབང་དུ་བཏང་ན་བྱ་བ་ཡིན་ཟེར་གི་མ་རེད། ཡིན་ན་ཡང་བཏང་ཆུའི་སྐབས་སུ་ག་རེ་ཟེར་ན་བྱ་བ་རེད། ད་ང་ཚོ་བྱ་བ་འགོ་བཙུགས་ས་རེད་དེ་དུས་ནས་གཉིད་སད་ཚར་བ་དེ་ནས་བཟུང་སྟེ་འགོ་བཙུགས་ནས་མཐའ་མ་མ་ང་རང་ཚོ་གི་མ་གཉིས་ཉལ་བ་བརྗེ་ཡོར་བ། དགོང་མོ་མཚན་ལ་གཉིས་ཉལ་བ། གཉིས་ཉལ་བ། དེ་ཉལ་བ་དེའང་ཨ་ནི་བཏང་ཆུའི་སྐབས་སུ་བྱ་བ་རེད། འཇིག་རྟེན་ཡོངས་གྲགས་ཀྱི་དབང་དུ་བཏང་ན་གཉིས་བསྲེས་པ་དེའང་བྱ་བ་མ་རེད། གཉིས་ཉལ་བ་དེའང་བྱ་བ་མ་རེད། བཏང་ཆུའི་སྐབས་སུ་ཡིན་ན་དེ་གཉིས་ཀ་ཡང་བྱ་བ་རེད། དེ་ཡིན་དུས་འདི་གཉིས་ཀྱི་དཔར་རུག་ལ་ད་བྱ་བ་དཔེ་མ་ཟིན་མང་པོ་བྱ་བ་བརྒྱ་ཕྲག་ཁ་ཤས་ཤིག་ལེགས་ཡོད་རེད་ང་རང་ཚོས་ད་རེ་རེ་རེ་རེ་ཞུ་མུག་བ་ཆེ་ཆེ་མ་ཞིབ་ཆ་བྱས་ནས་གླེང་ཡོང་དགོས་རེད་བ། དེ་ཡིན་དུས་ས་ནི་ད་ང་ཚོ་ཉལ་ཚར་དུས་ཡིན་ན་ཡང་སོ་སོ་ལ་བྱ་བ་མེད་དྲན་གྱི་ཡོད་རེད་བ།

འདིའི་དབུགས་ཆུ་རྔུབ། དབུགས་དབྱུང་རྔུབ་ཀྱི་བྱ་བ་ཡོད་རེད་བ། དབུགས་མ་དབྱུང་བ་དང། དབུགས་ཡར་རྔུབ་པ། བྱ་བ་རྣམ་པ་གཉིས། ད་དེ་དབུགས་མ་དབྱུང་བ་དང་དབུགས་ཡར་རྔུབ་པ་དེ་ཡོད་ཡོད་པ་རེད་བ། དེ་ཡིན་པ་སོང་ཙང། གཉིས་ཉལ་དེ་ན་ཡང་དེ་གཉིས་བྱ་བ་དེ་ཡོད་རེད་བ། དེ་བྱ་བ་དེ་སོ་སོ་ཀྱི་སྟེང་དུ་ཡོད་རེད། དབུགས་མ་གཏོང་བ་དང་དབུགས་ཡར་རྔུབ་པ། འདི་གཉིས་ཀ་ཡང་འཇིག་རྟེན་ཡོངས་གྲགས་ཀྱི་ཐོག་ལ་དབུགས་མ་དབྱུང་བ་དེ་དང་ཡང་རྔུབ་པ་གཉིས་པོ་དེ། དབུགས་དབྱུང་བ་དང་དབུགས་རྔུབ་པ་གཉིས་པོ་དེ་འཇིག་རྟེན་ཡོངས་གྲགས་ཀྱི་དབང་དུ་བཏང་ན་བྱ་བ་རེས་ཟད་ཀྱི་མ་རེད། བྱ་བ་རེས་ཟད་ཁ་ཅིག་ན་དེ་ནི་སྒྲིག་གལ་ཁོ་ན་ཡོད་མ་རེད་དེ་དཔེ་བསགས་ཀྱི་རེད། ཡིན་ན་ཡང་བཏང་འཇུག་སྐབས་སུ་ག་རེ་ང་རང་ཚོས་དབུགས་དེ་མ་དབྱུང་བ་དང་དབུགས་ཡང་རྔུབ་པ་དེ་ཡང་བྱ་བ་ཡིན་ཟེར་གྱི་རེད། དེ་ཡིན་དུས་ད་ནི་ད། གཞན་པ་དང་མང་པོ་བཞག་ཡ་ཡོད་པ་བཅས་འདི་གཉིས་ཀྱི་དབང་དུ་བཏང་ན་ཡང་ང་ཚོ་ཞོགས་པ་ནས་བཟུང་སྟེ་དགོང་དག་ཆུ་ཚོད་ལྟར་མདོར་ན་ཆུ་ཚོད་ཉི་ཤུ་རྩ་བཞི་རིང་ལ་དབུགས་མ་དབྱུང་བ་དང་དབུགས་ཡར་རྔུབ་པ་དེ་ཡོད་ཡོད་པ་རེད་བ་དེ་ཡིན་པ་སོང་ཙང་དེ་གཉིས་ཡང་བྱ་བ་ཆགས་འདི་གི་འདུག་བ་དེ་ཡིན་དུས་ང་རང་ཚོ་ཏང་ཅུས་ཀྱི་དབང་དུ་བཏང་ན་ཨ་ནི་བྱ་བ་དེ་མེད་པས་ཀྱི་སྐབས་ཅིག་རྩ་བ་ཉིད་ནས་སྲིད་ཀྱི་མ་རེད། འོ་འདུག་བྱས་ནས། ཨ་ནི་དེ་ག་ནང་བཞིན་ད། འཇིག་རྟེན་ཡོངས་གྲགས་ཀྱི་དབང་དུ་བཏང་ན་བྱ་བ་ཟེར་དུས་ཀ་སོ་ང་ཚོ་སྒོ་གསུམ་གྱི་ནང་ནས། ལུས་དང། ངག་གཉིས་པོ་དེ། ལུས་དང་ངག་གཉིས་པོ་དེ་གཙོ་བོ་བཞག་རོགས། གཙོ་བོ་ཟེར་ན་ད་ལུས་ངག་གི་བྱ་བ་ཟེར་དུས་ལུས་ངག་གི་རྩོལ་བ། ལུས་ངག་གི་བྱ་བ་བཅས་ལ་བཞག་དགོས་རོགས། ཡིན་ན་ཡང་འཇིག་རྟེན་ཡོངས་གྲགས་ཀྱི་དབང་དུ་བཏང་ན། ལུས་ངག་ཡིད་གསུམ་གྱི་ནང་ནས་ཡིད་ཟེར་ཡ་དེ། ད་ཡིད་ཟེར་ན་ཡང་འདྲ་དེ་ག་ནང་བཞིན་སེམས་ཟེར་ན་ཡང་འདྲ་དོན་དག་གཅིག་པ་རེད་བ། དེ་འདྲའི་འཇིག་རྟེན་ཡོངས་གྲགས་ཀྱི་དབང་དུ་བཏང་ན་ཡིད་དང་སེམས་ལ་བྱ་བ་ཡོད་རེད་ཟེར་ནས་རྩ་བ་ཉིད་ནས་ཟེར་གྱི་མ་རེད་བ། དེ་འདྲའི་བྱ་བ་ཟེར་དུས་ལམ་སང་གོ་ར་ཡང་ན་ལུས་ཀྱི་སྟེང་གི་བྱ་བ་ཅིག་འཁོར་ཡོང་གི་རེད་ཡང་ན་ངག་གི་སྟེང་གི་བྱ་བ་ཅིག་འདི་གཉིས་གང་རུང་འཁོར་ཡོང་གི་རེད་བ་ལུས་ངག་གི་བྱ་བ་ཅིག་འདི་གཉིས་ལ་ངོས་འཛིན་བྱེད་ཀྱི་རེད་བ། ཡིན་ན་ཡང་བཏང་འཇུག་གི་དབང་དུ་བཏང་ཡོང་དུས་ལུས་ཀྱི་སྟེང་དུ་ཡང་བྱ་བ་ཡོད་རེད་ངག་གི་སྟེང་དུ་ཡང་བྱ་བ་ཡོད་རེད། དེ་ཙམ་དུ་མ་ཟད་ཡིད་ཀྱི་སྟེང་དུ་ཡང་བྱ་བ་ཡོད། སེམས་ཀྱི་སྟེང་དུ་ཡང་ཡོད། ཡིད་དང་སེམས་གཉིས་ཀྱི་སྟེང་དུ་ཡང་བྱ་བ་བཞག་གི་ཡོད། བཏང་འཇུག་སྐབས། དེ་དུས་བཏང་འཇུག་སྐབས་ཀྱི་བྱ་བ་དེ་ཁྱབ་ཆེ་ཡང་དུ་བ། ལུས་ངག་ཡིད་གསུམ་ག་ལ་བཞག་གོ། ལུས་ཀྱི་བྱ་བ། ངག་གི་བྱ་བ། ཡིད་ཀྱི་བྱ་བ་བཞིན། ལུས་ངག་ཡིད་གསུམ་ག་ལ་བཞག་གོ། འོ་དུས་ཀྱི་ནི་འདི་གཉིས་ཀྱི་ཁྱད་པར་ཡོད། དཔེར་ན་ད་ལྟ་ཁྱེད་རྣམ་པ་གྱི་དབང་དུ་བཏང་ན་ཡང་ཁྱེད་རྣམ་པར་བྱ་བ་མེད་དེ་བྱ་བ་ཡོད། ངས་དེ་ནས་མ་ཤེས་བྱ་བ་དེ་ཁྱེད་རྣམ་པ་གྱི་ལུས་ཀྱི་སྟེང་དུ་བྱ་བ་ཡོད།

རྟ་ཞེས་ས་ཞུ་ན་ཡག་པོ་མི་འདུག་ཁྱེད་རྣམ་པ་ལ་རྟ་དེ་ཡོད་རེད་རྟ་དེ་འདུག་ལུས་ཀྱི་སྟེང་དུ་བྱ་བ་མང་པོ་དང་ཡར་ལངས་དེ་ཡོད་རེད་རྟ་དེ་ག་ནང་བཞིན་ངག་གི་སྟེང་དུ་བྱ་བ་རེད་ངས་ངག་ནས་མ་འདི་ངོ་སྤྲོད་བྱས་ནས་འདི་མ་བཤད་དེ་གི་འདུག་བ་ངག་གི་སྟེང་དུ་ཡང་བྱ་བ་ཡོད་རེད་རྟ་དེ་ཡིད་ཀྱི་སྟེང་དུ་ཡང་བྱ་བ་རེད་རྟ་ཁྱེད་རྣམ་པ་གི་དབང་དུ་བཏང་ན་ཡིད་ཀྱི་སྟེང་དུ་ཡང་བྱ་བ་ཨོ་དེ་ཨོ་དེ་གི་དོན་དག་དེ་དེ་འདྲས་རེད་འདུག་བ་བསམ་པ་ཅིག་འདུག་བ་ཨོ། དེ་འདྲས་རེད་འདུག་བ་བསམ་པ་ཅིག་ཡོད་རེད་བ་ཨོ་དེ་བསམ་པ་དེ་ཡང་ག་རེད་བྱ་བ་རེད་བཏང་ཆུ་སྐབས་སུ་བྱ་བ་རེད་ད། འཇིག་རྟེན་ཡོངས་གྲགས་ཀྱི་དབང་དུ་བཏང་ན་འདི་བསམ་པ་དེ་བྱ་བ་རེད་ཟེར་ན་རྩ་བ་ཉིད་ནས་འགྲིག་གི་མ་རེད་བ། ང་དེ་འདྲས་ཞིག་བསམ་སོང་ཟེར་དུས་དེ་བྱ་བ་ལ་བརྩི་གི་མ་རེད་བ་ཡིན་ན་ཡང་གཏམ་རྒྱུད་སྐབས་སུ་ག་རེ་བསམ་པ་དེའང་བྱ་བ་རེད། ཨ་ནི་ཅིག་ཅིག། ཁྱེད་རྣམ་པ་ད་ལྟ་བཞུགས་བསྡད་དུས་ཨ་ནི་ཁ་རྩང་ལེ་ཚན་སྔ་མ་ནང་ལ་དེ་འདྲས་ཞིག་གསུངས་འདུག་བ་ཟེར་ནས་ཨ་ཅིག་དྲན་པ་ཡིན་ན། ཨ་ནི་དྲན་པ་ཅིག་ཡོད་རེད་བ། ཨོ་དྲན་པ་དེའང་བྱ་བ་རེད། དེ་ཚོའང་གཏམ་རྒྱུད་སྐབས་སུ་འདི་ག་རེ་ལུས་ངག་ཡིད་གསུམ་གྱི་ནང་ནས་ཡིད་ཀྱི་སྟེང་དུ་ཡོད་པའི་བྱ་བ་རེད། ཡིད་ཀྱི་སྟེང་དུ་ཡོད་པའི་བྱ་བ་དྲན་པ་དེ། བཏང་རྒྱུའི་སྐབས་སུ་བྱ་བ་རེད་བ། དྲན་པ་དེ། ང་གཅིག་དྲན་སོང་ཟེར་དུས། འཇིག་རྟེན་ཡོངས་གྲགས་དབང་དུ་བཏང་ན་དེ་བྱ་བ་རེད་རྩ་བ་ཉིད་ནས་ཟེར་གྱི་མ་རེད་བ། དེ་ག་ནང་བཞིན་བྱས་ནས། དཔེར་ན། དེ་ག་ནང་བཞིན་བྱས་ནས་ཚོར་བ་བྱས་རོགས། ང་དེ་འདྲའི་ཞིག་ཚོར་སོང་ཟེར་གྱི་འདུག་སེམས་ཀྱིས། ཚོར་བ་དེ་ཡང་ག་རེ་བཏང་རྒྱུའི་སྐབས་སུ། བྱ་བ་ཆགས་བསྡད་པ་རེད། དེ་ག་ནང་ཤེས་ཀྱི་ནི། ང། གཅིག་གཅིག་ལ་མོས་པ་ཡོད་ཟེར་གི་རེད། ང་མོས་ཟེར་གི་རེད། མོས་ཀྱི་འདུག་ཟེར་དུས། མོས་པ་དེ་ཡང་ག་རེ་བཏང་ཆུའི་སྐབས་སུ་བྱ་བ་བྱ་དེ་རེད། ཡིན་ན་ཡང་འཇིག་རྟེན་ཡོངས་གྲགས་སྐབས་སུ་བྱ་བ་མ་རེད། བཏང་ཆུའི་སྐབས་སུ་བྱ་བ་ཡིན་དུས་ལུས་ཀྱི་བྱ་བ་ངག་གི་བྱ་བ་ཡིད་ཀྱི་བྱ་བ་གསུམ་གྱི་ནང་ནས། མོས་པ་དེ་ག་རེ་ཟེར་ན་ཡིད་ཀྱི་བྱ་བ། དེ་ག་ནང་ཤེས་ཀྱི་ནི། འདུན་པ་ཟེར་དེ། བཏང་ཆུའི་སྐབས་སུ་བྱ་བ་བྱ་དགོས་ར་ཡིད་ཀྱི་སྟེང་དུ་བྱ་བ་བྱ་དགོས་ར། འཇིག་རྟེན་ཡོངས་གྲགས་དབང་དུ་བཏང་ན་འདི་འདུན་པ་དེ། བྱ་བ་རེད་ཟེར་གི་མ་རེད་བ། དེ་ག་ནང་ཤེས་ཀྱི་ནི། ང་ཚོ་འདོད་པ། ང་གཅིག་གཅིག་གཅིག་ཚོ་འདོད་གི་འདུག་ཟེར་གི་འདུག་བ། དངོས་པོ་གང་ཡང་རུང་བ་ཞིག་ཡིད་དུ་འོང་བ་ཞིག་ཚོ་ང་འདོད་གི་འདུག་ཟེར་དུས་འདི་འདོད་པ་དེ་ག་རེ་ཟེར་ན་བཏང་འཇུག་སྐབས་སུ་བྱ་བ་རེད། དེ་ཡང་ཡིད་ཀྱི་སྟེང་དུ་ཡོད་པའི་བྱ་བ་རེད། ཡིན་ན་ཡང་འཇིག་རྟེན་ཡོངས་གྲགས་ཀྱི་དབང་དུ་བཏང་ན་འདོད་པ་དེ་བྱ་བ་རེད་ཟེར་གྱི་མ་རེད་བ། དེ་ག་ནང་བཞིན། ཚུར་འདོད་པའི་དེ་ཡང། ཆེ་རུ་འགྲོ་དུས་ནི་ཆགས་པ། དེ་བཏང་ཆུའི་སྐབས་སུ་དབང་དུ་བཏང་ན་དེ་ཆགས་པ་དེ་བྱ་བ་རེད་གལ་སྲིད། ག་རེ་གི་བྱ་བ་རེད་སེམས་ཀྱི་བྱ་བ་ཡིད་ཀྱི་བྱ་བ་དེ་ཆགས་པ་ཟེར་གྱི་འདུག་བ། འདོད་པ་དང་ཆགས་པ་གཉིས་ཡོད་ར་དེ་ཆགས་པ་དེ་དེ་ག་ནང་བཞིན་ཁོང་ཁྲོ་བ་ཅིག་ཡོད་ར་ཁྲོ་བ། ཁྲོ་བ་ཟེར་དེ་ཁོང་ཁྲོ་བ་དེ་བཏང་ཆུའི་སྐབས་སུ་ཡིན་ན་སེམས་ཀྱི་བྱ་བ་རེད་ཡིད་ཀྱི་བྱ་བ་ཡིན་ན་ཡང་འཇིག་རྟེན་ཡོངས་གྲགས་ཀྱི་དབང་དུ་བཏང་ན་ཁྲོ་བ་དེ་བྱ་བ་རེད་ཟེར་གྱི་མ་རེད་བ། འོ་དེ་ནང་བཞིན་གྱི་ནི་ད་སེམས་ཀྱི་སྟེང་དུ་བྱ་བ་མང་པོ་ཞུས་ང་བསམ་བློ་གྱིས་འཁོར་སོང་ཟེར་གྱི་འདུག་བ། ང་བསམ་བློ་འཁོར་སོང་ཟེར་དུས་འདི་འཁོར་བ་དེ་ཡིད་ཀྱི་སྟེང་དུ་བྱ་བ་དང་ད་ལྟ་བསམ་བློ་ལ་སྦྱར་ན་བསམ་བློ་འཁོར་བ་ཅིག་ཡོད་ར་འདི་འཁོར་བ་དེ། བསམ་བློ་འཁོར་བ་དེ་ག་རེ་ཟེར་ན་རྟགས་འཇུག་གི་དབང་དུ་བཏང་ན་བྱ་བ་ཆགས་ཡོད་ར་ཡིན་ན་ཡང་འཇིག་རྟེན་དབང་དྲག་གི་དབང་དུ་བཏང་ན་འདི་བྱ་བ་ར་ཟེར་གི་མ་རེད་བ། ཁྱོད་ལས་ཀ་རྩ་ནས་མ་ལས་ཉིན་གང་བསམ་བློ་བཏང་དེ་ནས་གར་བྱེད་ཀྱི་ཡོད་ཟེར་གི་བསམ་བློ་བཏང་ནས་བསམ་བློ་རྐྱང་རྐྱང་བསྐོར་དེ་བསམ་བློ་རྐྱང་རྐྱང་བཏང་དེ་ནས་ཟེར་གི་འདུག་བ་འོ་དེ་ཡིན་པ་སོང་ཙང། འཇིག་རྟེན་ཡོངས་གྲགས་ཀྱི་དབང་དུ་བཏང་ན་ནི། ལུས་དང་ངག་གི་སྟེང་དུ་བྱ་བ་ཡོད་རེད་མ་གཏོགས་ཡིད་དང་སེམས། ཡིད་སེམས་དེའི་སྟེང་དུ་བྱ་བ་རྩ་བ་ནི་བྱ་གི་མ་རེད་བ། ཡིན་ན་ཡང་བཏང་ཆོག་སྐབས་ཀྱི་དབང་དུ་བཏང་ན་བྱ་བ་ཟད་དེ་ལུས་ཀྱི་སྟེང་དུ་ཡང་བྱ་བ་ཡོད་ངག་གི་སྟེང་དུ་ཡང་བྱ་བ་ཡོད་ཡིད་ཀྱི་སྟེང་དུ་ཡང་བྱ་བ་ཡོད་དེ་ཚོ་ནི་ཡིད་ཀྱི་སྟེང་དུ་ཡོད་པའི་དེ་ཚོ་ཆ་ཚང་ཡང་བཏང་ཆོག་སྐབས་སུ་བྱ་བ་ཟེར་ནས་ངོས་འཛིན་བྱེད་ཀྱི་རེད་བ། འཇིག་རྟེན་ཡོངས་གྲགས་སྐབས་སུ་དེ་ཚོ་བྱ་བ་ངོས་འཛིན་བྱེད་ཀྱི་མ་རེད་བ། དེ་ཚོས་ད་ང་རང་ཚོ་ད་ལྟ་སྐབས་སུ་བབ་པ་གོ་ཡ་དེ་ག་རེ་རེད་ཟེར་ན། བཏང་ཆོག་སྐབས་ཀྱི་བྱ་བ་དེ་རེད་བ། བཏང་ཆོས་སྐབས་ཀྱི་བྱ་བ་ཡིན་པར་སོང་ཙང་འདི་འདུན་པ་དང་མོས་པ་དང་ཚོར་བ་དང་འདི་སེམས་ཀྱི་བྱ་བ་འདི་དུ་འདི་ཚོ་ཆ་ཚང་ཡང་འདི་བྱ་བ་དེ་ཡིན་ལབ་དགོས་རེད་ད། དེ་ག་ནང་བཞིན་ལུས་ཀྱི་སྟེང་གི་བྱ་བ་དང་ངག་གི་སྟེང་གི་བྱ་བ་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་བཅས་ཡོད་རེད་བ། དེ་ག་ནང་བཞིན་དབུགས་དབྱུང་རྔུབ་དང་འདི་གཉིས་ཉལ་བ་དང་གཉིས་བསད་པ་ལ་སོགས་པ་དབུགས་དབྱུང་རྔུབ་ལ་སོགས་པ་འདི་ལུས་ཀྱི་བྱ་བ་དང་ངག་གི་བྱ་བ་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་བཤད་ཡ་བཅས་ཡོད་རེད་བ། འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་འདི་ཚོ་ཆ་ཚང་ཡང་ཨ་འདི་བྱ་བ་དེ་ཡིན། འདི་འདུས་ད་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་དང་བཏང་ཆོས་སྐབས་ཀྱི་བྱ་བ་གཉིས་ལ་དེ་ནི་གཙོ་བོ་ཁྱད་པར་ག་རེ་ཟེར་ན་ཁྱབ་ཆེ་ཆུང་གི་ཁྱད་པར་ཡོད། འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་ཡིན་ན་བཏང་ཆུ་སྐབས་ཀྱི་བྱ་བ་ཡིན་པའི་ཁྱད་པར་ཡོད། བདུན་ཙམ་ཡང་གོ། འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་དེ་བཏང་ཆུ་སྐབས་ཀྱི་བྱ་བ་མ་རེད་ཟེར་ནུ་པི་ཡ་ཡོག་མ་རེད་ད། འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་ཡིན་ན་བཏང་ཆུ་སྐབས་ཀྱི་བྱ་བ་ཡིན་པའི་ཁྱད་པར་ཡོད་ངེས་པ་ཡོད། ཡིན་ན་ཡང་བཏང་ཆུ་སྐབས་ཀྱི་བྱ་བ་ཡིན་ན་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་ཡིན་པའི་ངེས་པ་ཡོད་མ་རེད་ཁྱད་པར་ཡོད་མ་རེད་དཔེར་ན་གར་བྱ། དབུགས་དབྱུང་བ་དང་དབུགས་རྔུབ་པ། གཉིད་སད་པ་དང་གཉིད་ཉལ་བ་རྨི་ལམ་རྨིས་པ། འདི་མོས་པ་དང་འདུན་པ་ཚོར་བ་དྲན་པ་བསམ་པ་ཆགས་པ་འདོད་པ། འོ་འདི་འདི་ཚོ་ཆ་ཚང་ཡང་ག་རེ། བཏང་ཆུ་སྐབས་ཀྱི་བྱ་བ་རེ་སྟེ་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་མ་ར་བ། མེ་འབར་བ་དང། རྩྭ་སྐྱེས་པ་དང་ཆུ་འཁོལ་བ། གློག། འབར་བ་ལ་སོགས་པ་དེ་ཚོ་ཆ་ཚང་གློག་སྤར་བ་ལ་སོགས་པ་དེ་ཚོ་ཆ་ཚང། བཏང་ཆུ་སྐབས་ཀྱི་བྱ་བ་ར་བ། ཡིན་ན་ཡང་འཇིག་རྟེན་ཡོངས་གྲགས་ལ་བྱ་བ་རེ་ཟེར་གྱི་མ་ར་བ། དེའི་འདུས་ཚད་ནི་ཁོ་གཉིས་ལ་ཁྱབ་ཆེ་ཆུང་གི་ཁྱད་པར་ཡོད་རེད། ཟེར་ནས་འོ་དེ་འདྲའི་ཅིག་གི་ཐོག་ནས། ད་ཁྱེད་རྣམ་པ་གིས་ག་རེ་མཁྱེན་དགོས་རེད་ཟེར་ན་གཙོ་བོ་གཙོ་བོ་དེ་ཨ་ནི་བྱ་བ་ཟེར་དེ་གོ་བ་ཡག་པོ་ཅིག་ཕོག་པ་བྱེད་པ་ལ་འདི་གཉིས་ཀྱི་ཁྱད་པར་དེ་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་དང་ཏང་ཆོས་སྐབས་ཀྱི་བྱ་བ་བཅས་ཀྱི་ཁྱད་པར་དེ་འདྲ་ཅིག་ཡོད་པ་དང་དེའི་ཁྱད་པར་དེ་ཧ་གོ་བ་བྱེད་ནས་ཨ་ནི་ད་ལྟ་སྐབས་སུ་བབས་པའི་བྱ་བ་ཟེར་དེ་ཨ་ནི་ཏང་ཆོས་སྐབས་ཀྱི་བྱ་བ་དེ་ལ་གོ་ཡ་རེད་ད་ཟེར་ནས་འདི་ལ་གོ་ཡ་མ་རེད་འདི་ལ་གོ་སོང་ན་ཨ་ནི་ཁྱབ་ཆུང་ཆུང་ཆགས་ནས་གོ་བ་དེ་ཡག་པོ་ཅིག་སླེབས་ཐུབ་ཀྱི་མ་རེད་འདི་ཡིན་དུས་ང་ཚོས་ད་ལྟ་སྐབས་སུ་བབས་པ་བྱ་ཚིག་གི་བསྟན་བྱ་བརྒྱུད་པའི་བྱ་བ་དེ་ཏང་ཆོས་སྐབས་ཀྱི་བྱ་བ་དེ་ལ་གོ་ཡ་རེད་ད་ཟེར་ནས་ཨོ་དེ་འདྲའི་ཞིག་གི་བསམ་བློ་ལ་དང་པོ་བ་ནི་ཁོ་རང་བློ་སྣ་ལ་བསམ་བློ་སྣ་ལ་ངེས་པ་ཅིག་ཆགས་སོང་བ་ཡིན་ན་ཨ་ནི་བཀྲ་ལམ་མེ་ཟེར་ནས་འདི་བྱ་བ་འདི་ལ་དེ་ལ་ཉན་དུ་འཇུག་ཐུག་གི་རེད་ད་དེ་སོ་སོ་གི་ད་ལྟ་བསམ་བློ་བཏང་ན་ཡང་དེ་འདྲ་གསལ་པོ་ཆགས་འགྲོ་གི་འདུག་འདི་གཉིས་ཀྱི་རྣམ་ཤ་དེ་ཡག་པོ་ཅིག་ཞིབ་ཆ་ཅིག་ཁེན་ཡོང་དུས་ཨོ་ད་བྱ་བ་ཟེར་དེ་དེ་འདྲའི་ཞིག་རེད་འདུག་བ་སྔོན་མ་ངས་བྱ་བ་ཟེར་དུས་ང་འཁྲུག་ས་དེ་དེ་འདྲའི་ཅིག་ལ་འཁྲུག་འདུག་བ་ནོར་ས་དེ་འགལ་རྐྱེན་བར་ཆད་དེ་འདི་གི་བྱས་འདུག་བ་བསམ་ཨོ་དེ་འདྲའི་ཅིག་བཀྲ་ལམ་མེ་ཅིག་ནས་གསལ་པོ་གཙང་མ་ཆགས་འགྲོ་གི་འདུག་བ་ཨོ་འདི་ནང་བཞིན་ཆགས་པའི་གི་དགེ་མཚན་ཡོད་རེད། ད་དེའི་ཐོག་ནས་དེ་རིང་གི་ལེ་ཚན་དེའི་ནང་ལ་བརྗོད་བྱ་གཙོ་བོ་སྤྱི་སྡོམ་བྱེད་ནས་མ་ཞུས་བ་ཡིན་ན་ག་རེ་ཞུས་ཡོད་ཟེར་ན། ད་བྱ་ཚིག་གི་ངོ་བོ་དེ་ཞུ་ཡག་འགོ་བཙུགས་རྗེས། བྱ་ཚིག་གི་ངོ་བོ་དེ་ཡག་པོ་ཅིག་མཁྱེན་པ་ལ་ཁ་སང་གོང་དུ་ཞུས་པ་ནང་བཞིན་བྱ་བ་དང་བྱ་ཚིག་གཉིས་ཀྱི་ཁྱད་པར་དང་དབྱེ་བ་དེ་མཁྱེན་དགོས་ཡ་ཆེ། འདི་གཉིས་ཀྱི་ཤན་འབྱེད་དེ་མཁྱེན་དགོས་ཀྱི། ཨ་ནི། བྱ་ཚིག་གི་ངོ་བོ་ཡག་པོ་མཁྱེན་པ་ལ་དང་ཐོག་མར་ག་རེ་སྔོན་དུ་འགྲོ་དགོས་ཟེར་ན་བྱ་བའི་གི་ངོ་བོ་དེ། བྱ་བ་ཟེར་ཡ་དེ་ག་འདྲི་ཅི་ལ་ལག་གི་ཡོད་མེད་དེ་མཁྱེན་པ་དེ་སྔོན་དུ་འགྲོ་དགོས་ཀྱི་རེད། བྱ་བ་དེ་ཡག་པོ་ཅིག་ངོ་མ་འཕྲོད་པ་ཡིན་ན་བྱ་ཚིག་དེ་རྩ་བ་ཉིད་ནས་ཡག་པོ་ཅིག་ངོ་འཕྲོད་ཀྱི་མ་རེད། འདི་མ་ཞུས་ཡོད། ཨ་ནི་བྱ་བ་དེ་ཡག་པོ་ཅིག་ཤེས་པར་བྱས་པ་ལ་ཁོང་དུ་ཆུད་པར་བྱས་པ་ལ་ག་རེ་གི་གནད་འགག་དེ་མཁྱེན་དགོས་རེད་ཟེར་ན་བྱ་བ་དེ་ལ་ཡང་འཇིག་རྟེན་ཡོངས་གྲགས་ཀྱི་ཐོག་ནས་བྱ་བ་ལ་ངོས་འཛིན་བྱེད་སྟངས་གཅིག་དང་ཏང་འཛུགས་ཀྱི་སྐབས་སུ་བྱ་བ་ལ་ངོས་འཛིན་བྱེད་སྟངས་དེ་འདུས་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་དང་ཏང་འཛུགས་སྐབས་ཀྱི་བྱ་བ་ཟེར་ནས་བྱ་བ་རྣམ་པ་གཉིས་ཡོད་པ་དང་འདི་གཉིས་ཀྱི་སྤུ་རིས་ཤན་འབྱེད་དེ་ཡག་པོ་ཅིག་ཕྱེ་ཐུབ་པ་ཅིག་འདི་གནད་འགག་ཆགས་འདུག་ཡོད་རེད། བྱ་བ་ངོས་འཛིན་བྱེད་ཡ་ལ་ད་ལྟ་གཏང་རྒྱུ་སྐབས་སུ་བྱ་བ་ངོས་འཛིན་བྱེད་ཡ་ལ་བྱ་ཚིག་གི་བརྗོད་བྱར་གྱུར་པའི་བསྟན་བྱར་གྱུར་པའི་བརྡ་སྤྲད་བྱར་གྱུར་པའི་བྱ་བ་ངོས་འཛིན་བྱེད་ཡ་ལ་འདི་གཉིས་དེ་དཔེ་མ་ཟད་གནད་འགག་ལྡེ་མིག་འདྲ་བོ་འདི་ཆགས་འདུག་ཡོད་རེད། འདི་ཆགས་ཡོད་དེ་ད་ལྟ་སྐབས་སུ་བོད་པའི་བྱ་བ་འདི་འདི་གཉིས་ཀྱི་ནང་ནས་ག་རེ་ལ་གོ་དགོས་རེད་ཟེར་ན་གཏང་རྒྱུ་སྐབས་ཀྱི་བྱ་བ་འདི་ལ་གོ་དགོས་ཀྱི་རེད། འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་གཅིག་པོ་གཅིག་ལ་གོ་སོང་བ་ཡིན་ན་ཁྱབ་ཆུང་ཆུང་ཆགས་ནས་ཡང། བཏང་ཆུ་སྐབས་ཀྱི་བྱ་བ་དེ་ལ་ད་ལྟ་སྐབས་སུ་བབས་པ་ཤེལ་གྱི་བྱ་བ་དེ་ལ་གོ་བ་ཡག་པོ་ཅིག་ཕོག་ཐུབ་ཀྱི་མ་རེད། ཨོ་དེ་ཡིན་པ་སོང་ཙང་འདི་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་དང་བཏང་ཆུ་སྐབས་ཀྱི་བྱ་བ་ཟེར་ཡ་དེ་གི་ཁྱད་པར་དེ་ཞིབ་ཆ་དེ་མཁྱེན་དགོས་དེ་གནད་འགག་ཆེན་པོ་ཆགས་ཡོད་རེད། དེ་རིང་གི་འཆད་ཁྲིད་དེ་གི་བརྗོད་བྱ་གཙོ་བོ་དེ་འདི་ཞུས་ཡོད།